འཕགས་པའི་ཐུགས་ཀྱི་ཤཱཀྱའི་རིགས་སུ་གྲོ་བཞིན་གྱི་མེ་ཏོག་དུས་ཀྱི་བོང་ཆུང་པ་གསེར་གྱི་ལྷུན་པོ་ལྟ་བུ་བྱེད་པའི་སྐུ་ཤཱཀྱའི་རྒྱལ་པོ་ཞབས་ལ་གུས་ཕྱག་འཚལ། འདི་དུས་ཀླུ་རིགས་འབྲོང་དང་མར་མེ་མཛོད་མ་འོངས་བྱམས་པ་ད་ལྟ་ཤཱཀྱ་ཐུབ་ཀུན་གྱི་མཐའ་ནས་མཉམ་མེད་རིན་ཆེན་པའི་འཇིག་རྟེན་གསུང་སྐུ་ཞབས་ལ་གུས་ཕྱག་འཚལ། སྐྱེས་མ་གོང་ནས་རྫོགས་བྱང་སྔོན་ཚེ་རྒྱ་ཉམས་དག་འགྲོ་ལ་བརྩེ་བའི་དམ་སྲི་ཞིག་མུར་མི་འཛིན་པར་སེམས་པའི་ཚུལ་འཆང་བ་ཕྲིན་ལས་ལྷུན་གྲུབ་ཞབས་ལ་གསོལ་བ་འདེབས། ད་སྔོན་དུ་ཡང་མཆོད་པ་བཅོལ་བའི་མེ་ཏོག་སྔོན་བསུས་ནས། དེ་ནས་ད་དེ་རིང་སྐབས་སུ་བབ་པ་ལ། ཨེ་ནས་ཁམས་གསུམ་ཆོས་ཀྱི་རྒྱལ་པོ་མཐོང་བ་རེ་ན་བཞི་རེ། ཨེ་ནས་རྒྱལ་ཚབ། མགོན་པོ་འབྲི་གུང་པ་ཆེན་པོ། གདན་རབས་སུམ་ཅུ་སོ་བདུན། ཨེ་ནས་བཞིན། སྐྱབས་མགོན་དཀོན་མཆོག་བསྟན་འཛིན་ཀུན་བཟང་འཕྲིན་ལས་ལྷུན་གྲུབ། ད་ཐོག་ཉིད་སླད་དུ་མཚན་ནས་སྨོས་ན་སྐྱབས་མགོན་དཀོན་མཆོག་བསྟན་འཛིན་ཀུན་བཟང་འཕྲིན་ལས་ལྷུན་གྲུབ་དཔལ་བཟང་པོས། ཨེ་ནས་འཁྲུངས་སྐར་གྱི་དུས་ཚེས། འདི་འདྲའི་ཅིག་གི་སྐབས་ལ། ལ་གཙོ་བོ། ཞུ་ཡག་འདིས། སྐྱབས་མགོན་རིན་པོ་ཆེན་གྱི་མཛད་རྣམ་སྙིང་བསྡུས་འདྲ་བོ་ཅིག་མ། ཨེ་ནས། ཅིག། ད་ངོ་སྤྲོད་འཕྲོད་པོ་ཞུས་གསུང་གི་འདུག་ཨེ་ནི་དེ་ཡིན་ན་ཡང་ད་སྤྱིར་གྱི་རང་ཉིད་ཅིག་ད་ལོ་གས་དེ་ནི་དེ་འདྲའི་བསྟན་པའི་ཅིག་ད་རིག་པ་རྩི་ཐེབས་དེ་འདྲའི་ཡིན་དུས་ཅིག། ཞི་བོ་ཅིག་ཡག་པོ་ཅིག་ད་ཞུ་ཡག་གི་ཆ་རྐྱེན་འདྲ་པོ་གས་མི་འདུག་ཨེ་ནི་མི་འདུག་དེ་ཡིན་ན་ཡང་ད་དེ་འདྲའི་གི་ཅིག་རང་གི་རྩ་བའི་བླ་མའི་སྐུའི་འཁྲུངས་སྐར་གི་དུས་ཆེན་ལ། ཡང་ནི་གཅིག་བླ་མའི་བཀའ་དྲིན་རྗེས་དྲན་ཞུ་ཡག་གི་དེ་འདྲའི་གི་གོ་སྐབས་ཅིག་ཐོབ་པ་དེ་ཡང་ཤིན་ཏུ་ནས་སྐལ་པ་བཟང་པོ་ཅིག་རེད་བསམ་ནས་ཨེ་ནས་ད་དེ་འདྲའི་ཅིག་གི་ཐོག་ནས་ཚིག་ཁ་ཤས་ཅིག་ཞུ་ཡག་ཡིན་དེ་ནི་དེའི་ཐོག་ལ་ད་གཙོ་བོ་འབྲས་བུ་དེ་གཅིག་ང་རང་ཚོ་སྐྱབས་མགོན་ཡིད་བཞིན་ནོར་བུ་ད་དེ་འདྲའི་གི་སྐུའི་འཁྲུངས་རབས་འབྲས་བུ་འདྲ་ཞུས་པ་ཡིན་ན་ཨེ་ནས། སྤྱང་པོ་དཀོན་མཆོག་རེ་ནས་ཨེ་ནས་འཁྲུངས་རབས་གསོལ་འདེབས་ཀྱི་ནང་ནས་ཞུས་པ་ཡིན་ན། དེ་ནི་བསྐལ་བ་མང་པོའི་གོང་ནས་དེ་ནི་མངོན་པར་རྫོགས་པར་སངས་རྒྱས་ཟིན་པ། ད་དེ་འདྲའི་སངས་རྒྱས་དམར་པོ་དང་དེ་ནས་དེའི་ལྟེ་བ་ཅན་དུ་མགོན་པོ་འོ་བ་མི་ཨེ་ནས་རི་བོ་དག་ལ་འཕགས་མཆོག་སྤྱན་རས་གཟིགས་ཨེ་ནས། ཨོ་རྒྱན་གྱི་ཡུལ་དུ་དབོན་འབྲི་ཡང་ན་དེ་ནི་གུ་རུ་རིན་པོ་ཆེ་ད་དེ་འདྲས་ཀྱི་ད་ཅིག་གུ་འཁྲུངས་རབས་ཀྱི་ཐོག་ནས་བཤད་པ་ཡིན་ན་དེ་འདྲས་སུ་མ་གསུངས་ཡོད་རེད་དེ་འདྲས་ཡིན་དུས་དེ་ནི་སྔར་གྱི། རྒྱ་གར་འཕགས་པའི་ཡུལ་ལ་ཡིན་ན་ཡང་དེ་ནི་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ། སྤྲུལ་པའི་དགེ་སློང་བྱང་ཆུབ་སེམས་དཔའ་མང་པོ་ཅིག་ལ་ཕེབས་པས་དེ་འདྲས་ཀྱི་ད་འཁྲུངས་རབས་ནང་ན་གསལ་གྱི་ཡོད་རེད། ཡང་ན་ད་ག་ནས་བཞིན་ང་རང་ཚོ་བོད་ཁ་བ་གངས་ཅན་གྱི་ལྗོངས་སུ་དེ་ནི་ཞུས་པའི་ཡིན་ན་ཡང་དེ་ནི་ཆོས་རྒྱལ་སྲོང་བཙན་སྒམ་པོ་དང་དེ་ནི་ད་ག་ནས་བཞིན་སྤྲུལ་པའི་དགེ་སློང་ཨ་གར་མ་ཏི་ལ་སོགས་པ་ཡང་ནི་དེ་དང་ཕྱོགས་མཚུངས་པའི་ཅིག། འབྲོམ་སྟོང་པ་རྒྱལ་བའི་འབྱུང་གནས་དང། ཨེ་ནི་དེ་དང་ཆོས་མཚུངས། ཨེ་ནི་ཅིག་ས་སྐྱའི་འགྲོ་མགོན་ཆོས་རྒྱལ་འཕགས་པ། དེ་བཞིན་གྱི་ཅིག། ཨོ་རྒྱན་གླིང་པ་ལ་སོགས་པ་དེ་འདྲས་ཀྱི་རྟགས་གཅིག་པུ་ཁ་བ་གངས་ཅན་གྱི་ལྗོངས་ལ་ཡིན་ནས། རིས་སུ་མ་ཆད་པའི་དེ་ནི། ཆོས་རྒྱུད་གྲུབ་མཐའ་ཁག་གི་ནང་ལ་ཡིན་ནས། བསྟན་པ་འཛིན་སྐྱོང་སྤེལ་གསུམ་གྱི་ཆེད་དུ་སྐུའི་རྣམ་པར་སྤྲུལ་པ་མང་པོ་ཅིག་ཞེས་པ། དེ་འདྲས་ཀྱི་ལོ་རྒྱུས་འབྲི་བོ་ཡོད་རེད། ཨེ་ནི་ད་ག་ན་ཞིག་ང་རང་ཚོ།

དེ་ལ་སོགས་པ་དང་དེ་འདྲའི་གཅིག་འབྲི་གུང་གི་དེང་རབས་ཀྱི་ནང་ནས་མ་ཕེབས་པ་ཡིན་ན་དེ་ནི་ང་རང་སོགས་གཅིག་འབྲི་གུང། དཀོན་མཆོག་རིན་ཆེན་རིག་འཛིན་ཆོས་གྲགས་རྣམ་པ་གཉིས་ཀྱི་ཐོག་ནས་ཞུས་པ་ཡིན་ན་གཅིག་ལྟ་སྐུ་གཅེན་པོ་དང་གཅུང་པོ་ལྟ་དེ་འདྲའི་གི་རྣམ་པ་ལ་བརྟེན་ནས་འབྲི་གུང་ཆོས་རྒྱལ་ཕུན་ཚོགས་ཀྱི་སྲས་ཀྱི་ཚུལ་དུ་སྐུ་བལྟམས་ནས་དེ་འདྲའི་གི་ཐོག་ནས་འབྲི་གུང་བཀའ་བརྒྱུད་ཀྱི་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་སྤེལ་གསུམ་གནང་ཡག་གི་ཐོག་ཏུ་བསམ་བཞིན་སྤྲུལ་པའི་འདོད་པར་གྱུར་བལྟས་པ་ཅིག་དེ་འདྲས་ཅིག་ཆགས་ཏེ་ཡོད་རེད། ཨེ་ནི་དེ་ཡིན་དུས་ད་དེ་འདྲས་ཀྱི་ཐོག་ནས་ཨེ་ནི་ཅིག་འབྲི་གུང་ཆེ་ཚང་ཆུང་ཚང་ཞུ་ཡག་དེ་དེ་ནི་ཆེ་ཚང་ཞུ་ཡག་དེ་ཅིག་སྒོམ་ཆེ་རྒན་པ་དེ་ཡིན་དུས་རྩ་ནས་དེ་ནི་ཆེ་ཚང་ཞུ་ཡག་དང་ཨེ་ནི་ཆུང་ཚང་ཞུ་ཡག་དེ་སྒོམ་ཆེ་ཆུང་བ་ཡིན་དུས་ཆུང་ཚང་བྱས་ནས་དེ་ནི་འབྲི་གུང་གི་ཡ་རྐྱང་དགོན་རྣམ་པ་གཉིས་ཀྱི་དེ་ནི་ད་ཁྲི་རབས་འབྲི་གུང་མ་ཐུགས་སུ་ཕེབས་ཡོད་དུས་དེ་ནི་ང་རང་སུ་རྐྱང་དགོན་རིན་པོ་ཆེ། བྱས་ཙང་རིན་པོ་ཆེ་ནས་ཞུས་པ་ཡིན་ན་དེ་ནི་དཀོན་མཆོག་རེད་ན་དེ་ནི་ད་ག་ན་བཞིན་གྱི་ཁྲི་ལས་བཟང་པོ་ནི་ཁྲི་ལས་བཟང་པོའི་ཡང་སྲིད་དེ་དེ་ནི་བསྟན་འཛིན་འགྲོ་འདུལ་བསྟན་འཛིན་འགྲོ་འདུལ་གྱི་ཡང་སྲིད་པད་མའི་རྒྱལ་མཚན་པད་མའི་རྒྱལ་མཚན་གྱི་ནི་ཡང་སྲིད་ད་སྐུ་སྐྱེ་བ་ཞེས་པ་དེ་ཐུགས་རྗེ་ཉི་མ་ནི་སྐྱང་པོ་ཐུགས་རྗེ་ཉི་མའི་ཡང་སྲིད་དེ་སྐྱང་པོ་ཞི་བའི་བློ་གྲོས་ནི་སྐྱང་པོ་ཞི་བའི་བློ་གྲོས་ཀྱི་དེ་ནི་སྐུའི་ཡང་སྲིད་ལ་དེ་ནི་ང་རང་སོ་ཐ་འདས་རྡོ་རྗེ་འཆང། རྒྱང་གོ་ཡིད་བཞིན་ནོར་བུ་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་ཅིག་འདས་པའི་ལོ་རྒྱུས་ཀྱི་དབང་དུ་བྱས་ནས་ཞུས་པ་ཡིན་ན། འཁྲུངས་རབས་ཀྱི་གནས་ཚུལ་འདྲ་བོ་དེ་དེ་འདྲས་ཅིག་རེད་དེ་ཚོ་ང་ཚོ་བཀའ་བརྒྱུད་གསན་འཕྲིན་ནང་ལ་གསན་ན་གསལ་པོ་ཡོད་རེད་དེ་ཡིན་དུས་གཅིག་དང་གཉིས་ཀྱི་དེ་འདྲ་ཐུགས་ཚོར་ཡོད་མ་རེད་ལ་ཞུ་མོ་ཧོ་བྱས། དེ་ནི་སྐུ་ཚེ་འདི་རང་གི་དབང་དུ་བྱས་ནས་ཞུས་པ་ཡིན་ན་དེ་ནི་སྤྱིར་བཏང་གི་རྒྱང་གོ་ཞི་བའི་བློ་གྲོས་དེས་དེ་ནས་དགོངས་པ་མྱ་ངན་ལས་འདས་པའི་རྗེས་ལ་དེ་ནི་ང་རང་སུ་འབྲི་གུང་གི་ད། སྐབས་དེ་དུས་འབྲི་གུང་གི་ཁྲི་ཚབ་སྐྱབས་ར་ཨེ་ནི། བསྟན་འཛིན་ཐུགས་རྟེན་རིན་པོ་ཆེ་ད་རིན་པོ་ཆེ་ད་དེ་འབྲི་གུང་གི་ཁྲི་ཚབ་གནང་གི་ཡོད་རེད་དེ་ཡིན་དུས་དེ་ནི་གཙོ་བོ་ད་འབྲི་གུང་ཁྲི་ཚབ་རིན་པོ་ཆེ་གི་གཙོ་བོར་བཟུང་པའི་སྐབས་དེའི་འབྲི་གུང་གི་ད་ཅིག་ཆོས་སྲིད་ཀྱི་ཐུགས་འགན་བཞེས་ངེས་ཚོ་ཡིན་ནི་རེད། ཨེ་ནི་ལྷ་སྟེ་མི་སྟེ་ཐམས་ཅད་ཀྱི་ད། རྒྱང་བུ་བཞི་པའི་བློ་དྲུག་གི་ཡང་སྲིད་ཅིག་མགྱོགས་དང་མྱུར་དུ་འཕེལ་ན་བསམ་པས་ཐམས་ཅད་ཀྱི། དེ་ནི་ཅིག་ལྷ་དང་བླ་མ་ལ་གསོལ་བ་འདེབས་ཡག་དང། ཨེ་ནི་ཅིག། ད་ག་ནའི་ཞིང་གི་ཅིག། གས་སྦྱར་བསྒྲུབ་ཡག། ཨེ་ནི་ཅིག་ཕྱག་ཆུན་པོ་བྱེད་ཡག་ལ་སོགས་པ་དེ་འདྲས་ཀྱི་སྨོན་ལམ་བརྒྱབ་ནས་ཐམས་ཅད་ཀྱི་མགྱོགས་དང་མྱུར་གྱི་ཅིག་ཞལ་གཟིགས་ཡག་གི་དང་དེ་འདྲས་ཀྱི། རེ་བ་སྒོམ་པ་ཆུ་འདོད་ལྟ་བུ་ཅིག་ཡིད་ཆགས་ཅིག་དེ་འདྲས་ཡོད་བསྡད་པའི་སྐབས་ལ་དེ་ནི་ཅིག། རྒྱང་བུ་རིན་པོ་ཆེ་གི། ཡང་སྲིད་རྩད་གཅོད་ཀྱི་ཐོག་ལ་ཁྲི་ཚབ་རིན་པོ་ཆེ་གི་གཙོ་འགན་བཞེས་པའི་ཐོག་ནས་ཨེ་ནི་གཅིག་ཐུབ་ཨ། སུ་གསུམ་ཆོས་གསུམ་དེ་ཚོ་ཕར་ཚུར་ཁ་ས་ཁ་ལ་གཅིག། ཨེ་ནི་ཉན་ཞིབ་འབྲེལ་པོ་བྱས་དེ་འདྲས་བྱས་ནས་དེ་ནས། དབུས་གྲོས་འབྲེལ་པོ་དེ་འདྲས་ཁག་ཁ་ཤས་ཀྱི་བྱུང་ཡོད་ས་རེད། ཨེ་ནི་ཁག་གསུམ་སུ་གཅིག་ཡོད་པ་འདྲ་ད་དེ་ཡིན་དུས་རྩ་ནས་ཨེ་ནི་སྐབས་དེ་དུས་ད་ལྟ་ང་རང་ཚོ། གཅིག་དེ་ད་ལྟའི་ང་རང་ཚོ་ཡིད་བཞིན་ནོར་བུ་རེད་དོ་ཨ་དེ་ཡིན་དུས། ད་ཐེངས་ཚོ་གཅིག་གིས་འདི་བྱས་ཡོད་འདོད་ད། མོ་ལུང་གསུང་དང་འབྲས་བུ་དེ་འདྲའི་ལྷ་དང་བླ་མ་ལ་མོ་ལུང་གསུང་དང་འབྲས་བུ་ཞུས། ཨ་ནི་ལྷག་པར་དུ་ཁྲི་ཚོགས་རིན་པོ་ཆེ་སྐུ་ངོ་མ། ཨེ་ནི་ཅིག། ལྷ་མོའི་ལམ་གཙོ་ལ་ཕེབས་ནས་ཨེ་ནི་ལྷ་མོའི་ལམ་གཙོ་ལ་ཡང་ཅིག། ཐུགས་དམ། ད་གསོལ་འདེབས་མཛད་རྩེ་གཅིག་གནང་པས་དེ་འདྲས་ཀྱིས། ཨེ་ནི། ད་གཅིག་མཁར་གསར་བ་ལས་དང་རྟེན་འབྲེལ་ལ་བརྟེན་ནས་ཨ་ནི་གཅིག་ལྷ་མོའི་ལམ་བཟོས་གནང་ནས་ལུང་བསྟན་པས་མི་ཟེར་བའི་སྲས་པོ་བྱུང་ནས་གཅིག་ལྷ་སའི་སེམས་ཤག་ཚག་རོང་གི་པའི་སེམས་ཁང་ཆ་ཚང་འདྲ་པོ་གཅིག་འཚོལ་གནང་ལ་ཡང་ཚོམས་ཆེན་གཟིགས་ཐུབ། ཨ་ནི་ད་ག་ནང་བཞིན་གྱི་གཅིག་དེ་ཚོམས་ཆེན་གཟིགས་པའི་སྐབས་ལས་དེ་ནི་དེ་འདྲའི་གཅིག་ལ་ཡང་ཁང་པ་གཅིག་གི་སྒང་ལ་ཡང་རྒྱལ་མཚན་གཅིག་ཡོད་པ་ཨ་ནི་དེ་ལ་ཡང་དེ་ནི་ཁྱི་ཆུན་ཆུན་གཅིག་ཨོ་ཡོད་ཆུང་ཆུང་གཅིག་དེ་འདྲས་ཀྱི་ཁྱི་གཅིག་གཟིགས་པ། ད་དེ་འདྲས་ཀྱི་དེ་བྱུང་ཡོད་རེད་ཨེ་ནི་དེ་ཡོད་དུས་ད་གཙོ་བོ་ཁྱི་དེ་ག་རེ་རེད་ཟེར་ན། ཨེ་ནི་ད་ལྟའི་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་གུང་ཐག་དེ་མི་ཁྱི་རེད་བ། དེ་ཡིན་དུས་ད་དེ་འདྲས་ཀྱི་རྟགས་མཚན་འདྲ་བོ་ཡིན་པ་འདྲ་ཨེ་ནི་ད་ག་ནས་ཞིག་ཁྲི་ཟབ་རིན་པོ་ཆེ་མ་ཕེབས་ནས་ཅིག་གཟིགས་པའི་སྐབས་ལ་ཚ་རོང་གཟིམ་ཤག་ལ་ཅིག་ཕེབས་དུས་རྩ་ནས་ཨེ་ནི་དངོས་གནས་ཀྱི་ད་ཚོའི་ནང་ལ་གཟིགས་པའི་ཚོམས་ཆེན་དེ་རང་ངོས་གསུམ་ད་ག་རང་ཡིན་བསྡད་པ་འོ་ད་དེ་འདྲས་ཀྱི། བྱུང། ཨེ་ནི་དེ་དང་ཕྱོགས་མཚུངས་པས། ད་ལྟ་ཉིད་བྱང་གི་མཁན་རིན་པོ་ཆེ་མཚན་ལྡན་བཟང་པོས་སྒྲ། དེ་འདྲའི་བབས་གནང་ངེས་སྒྲ་དག་གི་ཐོག་ནས་ཡིན་ནི་རེད། ཨེ་ནི་དེ་བཞིན་གྱི་ཅིག་ད་མདོར་ན་ལྷ་དང་བླ་མ་མང་པོ་ཅིག་ལ་ཡང། ལུང་བསྟན་འདྲ་བོ་ཞུས། ཞུས་ནས་དེ་ནི་ད་ད་ལྟ་འོད་སྤྲུལ་འདྲ་བོ་ཁག་གསུམ་དེས་མཚན་ཏེ། དེ་བྱས་ནས། ཨེ་ནི་ད་ང་རང་ཚོ་སྔ་མོ་བོད་ཀྱི་སྤྱི་ཚོགས་འགྲོ་སྟངས་འདྲ་བོ་དེ་ད། གཙོ་བོ་དེ་སྐྱབས་མགོན་རྣམ་པ་གཉིས་ལ་སོགས་པ་དེ་ཚོ་འཇིགས་ལག་ཅན་དག་དེ་ཚོ་ཨེ་ནས་བྱུང་ས། ནས་དེ་ནི་གོང་ས་དོན་གྱི་བདག་པོ་མཆོག་གིས་དེ་འདྲས་ཀྱི་ད་ཐུག་དམ། ན་ནས་དེ་འདྲས་ཀྱི་ཐོག་ནས་དེ་ནི་བདེན་པའི་ན་ཡག་གི་སྲོལ་འདྲ་པོ་ཡོད་པ་ཡིན་དུས་ཨེ་ནས་ཡང་གཞུང་ས་མཆོག་ལ་ཡང་སྙན་ཞུ་དང་ཨེ་ནས་སྙན་བཟང་དེ་འདྲས་ཞུས་ནས་ཡང་ཕེབས་པའི་སྐབས་ལ་དེ་ནི་དེའི་སྐབས་ལ་དེ་ནི་ཕྱག་རྟགས། འདི་ལྟར་ད་ལྟ་ང་སྣ་ཚོགས་སྐྱབས་མགོན་རིན་པོ་ཆེན་གྱི་མཚན་གྱི་ཐོག་ལ་འཁེལ་ཡོད་ས་རེད། ཨ་ནི་དེ་དུས་སྐབས་དེ་དུས་སྐྱབས་མགོན་རིན་པོ་ཆེ་སྐུ་ཆུང་ཆུང་སྐབས་ལ་མཚན་ལ་ཡང་ཚེ་བརྟན་འགྱུར་མེད་ཞུ་གི་ཡོད་ས་རེད་དེ་འདྲའི་གི་ཐོག་ནས་ཨ་ནི་དེའི་སྒང་ལ་ཡང་དེ་ནས་ཕྱག་རྟགས་དེ་ཕེབས། ཨ་ནི་ཕྱག་རྟགས་དེ་འདྲའི་ཞིག་ཕེབས་པ་ཡིན་དུས་ད་ཐམས་ཅད་དེ་བྱས་ནས་ཨ་ནི་བསྐྱར་དུ་ཚ་རོང་གཟིམ་ཁང་ལ་ཡང་འབྲི་གུང་གིས་ད་དེ་འདྲའི། དེ་སྔའི་ཞབས་གྲས་དེ་འདྲས་དང་དེ་འདྲས་ཅིག་སྐུ་ངོ་ཆང་བཙོ་ལ་སོགས་པ་ཨ་ནི་ཁོང་རྣམ་པ་དེ་ཕེབས་པའི་སྐབས་ལ་ཨ་ནི་ད་ལྟའི་ང་རང་ཚོ་སྐྱབས་མགོན་ཆུང་ཚང་ཆེ་ཚང་རིན་པོ་ཆེ་སྐུ་ཆུང་ཆུང་སྐབས་ལ་ཡིན་ནས་སྔ་མོ་ཅིག་ཞབས་ཕྱི་དེ་ཚོ་པས་ཅིག་ངོ་ཤེས་པ་ནང་བཞིན་བྱས་ནས་པས། དགའ་ཚོར་གྱི་ངང་ནས་དེ་ལ་ཡང་ཅིག་འབད་དེ་ཐམ་འཕེན་ངེས་འདྲ་བོ་དང་ཨེ་ནི་དེ་འདྲས་བྱས་ནས་འབད། ཞེས་མཁྱེན་འདོད་མེད་པའི་རྣམ་པ་འདྲ་བོ་དེ་འདྲས་བསྟན། ཨ་ནི་དེ་འདྲས་བྱེད་དུས་རྩ་ནས་སྐབས་དེ་དུས་ཀྱི་ཅིག་དུ་བ་ངོས་འཛིན་ཞུ་གང་འགྲོ་ངེས་དེ་ཚོ་འབད་སྔོན་ནས་སེམས་ཁུར་འདྲ་བོ་ཐེག་ཆེད་ད་སྔོན་ནས་ང་ཚོ་བླ་མ་འཁྲུལ་པ་མེད་པ་འདི་རང་རེད་འདུག་བྱས་ནས་དེ་ནི་ཞབས་ཕྱི་རྙིང་པ་དེ་ཚོ་འབད། དོགས་ནས་ཕྱི་མ་ཐང་ཡང་ལ་སོགས་པ་དེ་འདྲས་ཀྱི་གནས་ཚུལ་བྱུང་ཡོད་པ་འདྲ་དེ་བྱུང་ནས་ད་དེ་འདྲས་བྱས་ནས་ད་ཐམས་ཅད་ཀྱི་ད་ད་ག་རང་ལ་དེ་བསྟན་ཁེལ་ནས་ཨེ་ནི། སེམས་ཤ་ཚ་རུང་ལ་ཡ་དེ་ནི་ད་རིན་པོ་ཆེ་ད་དེ་འདྲའི་སུ་བྱེད་ང་ཚོ་སྤྲུལ་སྐུ་རེད་འདུག་སུ་བྱེད་ནི་དེ་བཟོ་རེ་གནང་རོགས་གནང་ཞུས་པའི་སྐབས་ལ་ཐོག་མར་གཅིག་ད་ཚ་རུང་ད་དེ་ཚོ་གཅིག་དད་པོ་མི་དྲག་སྐུ་དྲག་གི་སེམས་ཤ་རེ་བ་དེ་འདྲའི་ཡིན་དུས་གཅིག་དེ་འདྲའི་ཨ་བ་གང་བྱུང་མ་བྱུང་ན་ཡང་དེ་འདྲའི་དེ་ལྟའི་ཐུགས་མུས་སུ་ཡོད་མ་མེད་མ་འདྲ་དེ་ཡིན་ན་ཡང་དེ་ནི་ཐམས་ཅད་ཀྱི་གཅིག་ད། རེ་བ་འདྲ་བོ་ཞུས་ཨེ་ནི་ད་ག་ནས་ཞིག་ཡུམ་ལས་དེ་སྔ་ཨེ་ནི་ཅིག་མཚན་ལམ་ལ་ཡང་བརྟག་པ་ཅིག་སྒོམ་པ་ཅིག་ལ་ཕེབས་པའི་ཡིད་བཞིན་དུ་ཨེ་ནི་ད་ཅིག་སྐུ་གཟུགས་ལ་ཡོད་པའི་སྐབས་ལ་སྒོམ་པ་ཅིག་ནང་ལ་ཕེབས་ནས་དེ་འདྲས་ཀྱི་ཅིག་མཚན་ལམ་རེ་བ་དེ་འདྲ་མང་པོ་ཡོང་གི་ཡོད་པ་དང་ཨེ་ནི་ཅིག་སྐུ་འཁྲུངས་པའི་སྐབས་ལས་ཡང་ཅིག་རྗེ་བཙུན་སྒྲོལ་མ་ཅིག་ཞལ་གཟིགས་པ་ལ་སོགས་པ་དེ་འདྲས་ཀྱི་རྟགས་ཚང་མ་མང་པོ་དེ་འདྲ་བྱུང་ཡོད་ས་རེད་དེ་འདྲས་ཡིན་དུས་ཨེ་ནི་ད་ག་ད་མདོར་ན་ཨེ་འདི་ལྷ་བླ་མའི་ལུང་བསྟན་ཡིན་ནི་རེད། ཨེ་འདི་ད་ག་ནས་ཤིག་ཁ་རང་སོ་ཅིག་ཡབ་ཡུམ་ཚོས་མཚན་ལྟས་རེད་ད་རྟགས་མཚན་ག་འདྲས་ལ་བལྟས་ནས་ད་ཅིག་འགྲོ་གི་ཡིན་པ་དེ་གཏན་འཁེལ་འདུག་དགོངས་ནས་དེ་ནི་ཞལ་གྱིས་བཞེས་ནས་ཡ་དེ་ནི་འབྲི་གུང་ལ་ཡ་གསོལ་རས་གནང་བ་ཡིན་པ་འདྲ། དེ་གསོལ་རས་གནང་ནས་དེ་ནི་ཕལ་ཆེར་ཆིག་སྟོང་དགུ་བརྒྱ་ལྔ་བཅུའི་གཡས་གཡོན་ལས་མི་འགྲོ་ད་དེ་འདྲས་ཅིག་ལ་ཡ་ཨེ་ནི་ཡ་འབྲི་གུང་གདན་ས་ལ་ཡ་ཁྲི་འདོན་ལ་ཡ། ཨེ་ནས་དེ་ནས་བཞུད། ད་ཕལ་ཆེར་འཁོར་ལོ་ལྔ་དྲུག་ཅིག་ཕེབས་ཀྱི་ཡོད་ས་རེད་དེ་འདྲའི་སྐབས་ལ་ཡང་ཁྲི་ཁྲི་བོས་གནང་དུས་དེ་ནས་སྤྱིར་བཏང་གི་འབྲི་གུང་རྐྱང་བ་རྣམ་པ་གཉིས་ཁྲི་ལ་ཕེབས་དུས་རྩ་ནས་སྔ་མོའི་ལོག་སྲོལ་འབྲི་བ་དེ་དེ་ནས་གཅིག་གཙོ་བོ་དང་པོ་དེ་རྩ་བ། ད་འབྲི་གུང་ལ་ཡང་གཅིག་དགོན་པ་ཆེ་ཁག་འབྲི་བ་གསུམ་ཡོད་རེད་བ་རྩ་ཁར་ཐིག་གསུམ་སེ་དུས་རྩ་ནས་རྩ་བ་ལ་ཕེབས་ཀྱི་ཡོད་ས་རེད་རྩ་བ་དེ་དེ་ནས་ས་སྟེང་རྡོར་ཆེན་ཕོ་བྲང་བྱས་ནས་དེ་ཁོ་རང་གི་བས་གཅིག། རྩ་བ་ཆེན་པོ་གཅིག་བསྟན། རྟེན་འབྲེལ་ཆེན་པོ་གཅིག་བརྩི་གི་ཡོད་ས་རེད་ལ། ད་སྤྱི་བཏང་གི་ཡ། འབྲི་གུང་ནས་གསུང་དང་འབྲི་བོ་ཆེ་བས་ཡིན་ན་དེ་ད་ད་སད་ན་ལིན་ཅིན་ཡོན་གྱི་ཤིང་བས་དེ་ནི་བཀའ་བྱུང་དོར་སྤྱི་ཡིན་གྱི་ཕོ་བྲང་གསང་གི་དེ་ཡིན་ཟེར་ནས་འོ་དེ་གསུང་སྲོལ་ཡོད་རེད་དེ་འདྲས་ཡིན་དུས་རྟེན་འབྲེལ་གྱི་ཆ་བ་འབྲི་བོ་ཆེ་སྔོན་ལ་ཡ་རྩ་བ་ལ་དེ་འདི་ཞུས། ཨ་ནི་དེ་ནས་ཡ་དེ་ནས་འབྲི་གུང་བསྟན་ས་དེ་ལས་ཡ་ཨ་ནི་ཕེབས་ནས་ཨ་ནི། འབྲས་སྤུངས་གསེར་སྒང་སྐལ་པ་ཆོས་རྗེ་ལགས་ནི་ཀུན་འདུས་ལ་ཡ། དེ་ནས་དབུ་སྐྲ་ཚུགས་བཞིན་འདྲ་བ་དེ་གཅིག་ཕུལ་ཀྱོག་བརྒྱབ། ལ་བརྙན་ལ་མི་དགེ་གོང་ས་མཆོག་གི་ཀུན་འདུས་ནི་གཅིག་ཕུལ་ཡོད་འདྲ། དེ་ནས་ཕུལ་ཚར་ནས་དེ་ནས་ཡར་བསྐྱར་དུ་ཡར་ཕེབས་ནས་ཡི་གེ་འབྲི་གུང་གདན་ས་ལ་ཕེབས་ནས། དབུ་སྐྲ་ཚུགས་བཞི་ཅིག་གནང་ནས་དེ་ནས་ཁྲི་ཟ་རིན་པོ་ཆེ་གི་དེ་གནང་ནས་དེ་སྐབས་དེ་དུས་དེ་ནས། མཚན་ལ་ཡ།

ཡང་ན་ཁྲི་ཚབ་སྐྱབས་ར་རོན་པོ་ཆེ་ཡོངས་འཛིན་གནང་གི་ཡོད་རེད་གཅིག་ནས་ཡོངས་འཛིན་གྱི་མཚན་གཞི་རེད་ཨེ་གཉིས་ནས་དེའི་སྐབས་ལ་ཨེ་ནས་ད་གནས་ལྔ་རིག་པ་སྨྲ་བ་ཨེ་ནས་དངོས་གནས་ཀྱི་གཅིག་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་དམ་པ་ཨ་ཡང་ཐུགས་བསྟན་རོན་པོ་ཆེ་བཞུགས་གནས་གཅིག་བཞུགས་ཡོད་རེད་དེའི་ཡོངས་འཛིན་གྱི་ཡ་དེ་ན་ཨེ་ནས་དེ་བཅས་ནས་སྐྱབས་མགོན་རྣམ་པ་གཉིས་ཅག་དེ་ནས་གཅིག་སྐབས་དེ་དུས་ད་ང་རང་ཚོ་ཇི་ལྟར་གྱི་ཐོག་མ་བོད་པའི་བོད་ཀྱི་ཡི་གེ་དེ་ནི་གཅིག་སློང་དང་བྱེད་ཡག་ནི་གསུངས་པ་གཅིག་གི་དེ་ནི་དེ་འདྲ་མ་གཅིག་གཞན་དུ་བློ་འཛིན་གནང་ཡག་ཡིན་ནི་རེད་དེ་འདྲའི་གི་ད་གཅིག་སློབ་སྦྱོང་གནང་ཡག་གི་དེ་འདྲའི་གི་དུས་བབ་ཅིག་དེ་འདྲ་ཅིག་ཆགས་དེ་ཡོད་རེད་ཨ་ནི་དེ་ནས་ད་སློབ་སྦྱོང་གནང་ནི་ག་ལ་གང་བསམ་གཅིག་ནས་ཕལ་ཆེ། ཕྱེད་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ཟེར་འདྲ་ཡིན་པ་འདྲ་དེ་འདྲའི་གཅིག་ནས་དེ་ནས་ཁྲི་ཟབ་སྐྱབས་ར་རིན་པོ་ཆེ་གི་དེ་ནས་དབང་ལུང་མང་པོ་ཞིག་འབྲི་མགོ་བརྒྱུད་ཀྱི་དབང་ལུང་མང་པོ་ཅིག་ཕུལ་གནང་བ་རེད། ད་ཅིག་དབང་ལྔ་བཅུ་མ་ལ་སོགས་པ་དང་ད་ག་ན་བཞིན་གྱི་བཀའ་བརྒྱུད་དབང་རྫོགས་ལ་སོགས་པ་དང་ཨེ་ནི་དེ་བཞིན་གཅིག་དགོངས་འདུས་དང་ད་དེ་འདྲའི་གཅིག་དབང་ལུང་མང་པོ་ཅིག་གནང་བ་རེད། ཨ་ནི་ད་ག་ནས་ཤིང་གི་འབྲི་གུང་གཡང་རི་ག་ལ་ཡིན་པ་ཡོད་དེ་ནས་ལྷོ་འབུམ་འབྲུག་རིན་པོ་ཆེ་ད་ད་ལྟའི་སྐུ་གོང་མ་དེ་འབུམ་འབྲུག་སྐུ་གོང་མ་དེ་ཕེབས་ནས་ཨ་ནི་དེས་ཆོས་གསུང་ཡོངས་རྫོགས་ཀྱི་བཀའ་དབང་དང་ཨ་ནི་ཅིག་ཡང་བླ་མེད་རྒྱུད་སྡེའི་དབང་གི་མང་པོ་བཅས་གནང་བ་རེད་ཨ་ནི་ད་ག་ནས་ཤིང་གི་སྐུ་ལས་ཁྲི་པ་རིན་པོ་ཆེ་ཕེབས་ནས་དེས་རིན་ཆེན་བསྟན་འཛུགས་ཀྱི་དབང་ལ་སོགས་པ་དེ་འདྲའི་གི་ད་དབང་མང་པོ་བཅས་ཕུལ་གནང་བ་རེད། ད་དེའི་རྗེས་ལ་ཅིག་ད་དེ་ནས་སྐབས་དེ་དུས་ཁམས་ནས་ཡར་ཕེབས་ནས་བུ་ཕྲུག་མདོ་སྔགས་བསྟན་པའི་ཉི་མ་ཁོ་རང་གི་འཁྲུངས་ཡུལ་དེ་དྭགས་པོ་ཡིན་པ་རེད་ཨེ་ནི་ཕ་དྭགས་པོ་ལ་ཕེབས་ཡག་གི་དགོངས་བཞེས་འབྲི་བོ་ཆེ་ཡར་ཕེབས་དུས་ཡར་ཞོ་ལང་འགག་དེ་འབྲི་གུང་ལ་ཁེལ་ཨེ་ནི་འབྲི་གུང་ལ་ཡར་ཞུགས་པའི་སྐབས་ལ་ཡར་དེ་ནས་འབྲི་གུང་ཉི་མ་བྱ་རའི་བཤད་གྲྭས་ཨེ་ནི་ཅིག་མཁན་སློབ་ཚངས་པ་སོགས་རེད་ཨེ་ནི་ཅིག་ད་ག་ནས་ཞིང་གི་འབྲི་གུང་བླ་བྲང་རེད་ཐམས་ཅད་ཀྱི་ད་བུ་ཕྲུག་རིན་པོ་ཆེའི་འབྲི་གུ་ཉི་མ་བྱང་རའི་བཤད་གྲྭའི་མཁན་པོ་གནང་ཆེད་ཞུགས་རོགས་བྱས་ཡས་ནས་ང་ཚོ་སྐྱབས་མགོན་རྣམ་པ་གཉིས་ད་ཐུགས་གསུམ་སློབ་གཉེར་འབྲི་བ་གནང་ཡག་གི་དེ་འདྲའི་གི་ཆ་ཞིག་འབྲི་བ་ཡོད་ཞུས་ནས་དེ་ནས་བུ་ཕྲུག་རིན་པོ་ཆེ་ཞལ་གྱིས་བཞེས་ནས་འབྲི་གུ་ཉི་མ་བྱང་རའི་མཁན་ཐོག་ལ་ཞུགས་པ་རེད་དེ་མཁན་ཐོག་ལ་ཞུགས་ནས་ཡས་ནས་སྐྱབས་མགོན་རྣམ་པ་གཉིས། ད་ཇོ་ཇོ་ལ་སོགས་པ་དེ་འདྲའི་གི་གཞུང་གི་བཤད་པ་ལ་ཡང་དེ་འདྲའི་ནང་ནས་ད་མདོར་ན་འདྲ་ཞུས་པ་ཡིན་ན། སྐྱབས་མགོན་ཉི་ཟླ་གསུང་དུས་གཅིག་ཏུ་དེ་ནི་འབྲི་གུང་གི་གདན་སའི་ཁྲི་ལ་ཡང་ཕེབས་ཐུབ་པ་དང། ཨ་ནི་གཅིག་འབྲི་གུང་ལྷ་དེ་མི་དེ་ཐམས་ཅད་ཡིན་ནའི་དངོས་གནས་གཅིག་ད་བདེ་སྐྱིད་ཕུན་སུམ་ཚོགས་པ་དགའ་ཞིང་སྤྲོ་བ་ད་དེ་འདྲའི་གི་ད་དངོས་གནས་བདེ་སྐྱིད་ཀྱི་འཚོ་བ་ལ། རོལ་ཐུབ་པ་ད་དེ་འདྲའི་གི་གནས་གང་འདྲ་བོ་ཅིག་ཧ་ཅང་གི་ཡག་པོ་ཅིག་ཆགས་བསྡད་ཡོད་པ་རེད། དེ་རེད་དེ་ཡིན་ན་ཡང་ད་སེམས་ཅན་སྤྱི་མཐུན་གི་ལས་ཟེར་ནས་མི་འདུག་ཐོན་འཕང་གི་ད་ཅིག་སོ་ནམ་གི་མ་འཁྱོལ་བ་ཟེར་ནས་མི་འདུག་དེ་འདྲའི་ལ་བརྟེན་ནས་དེ་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོ་ནས་རྒྱ་དམར་བོད་ལ་ཡང་ཡོང་ཨེ་ནི་དེའི་རྗེས་ལ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ངོ་དགུའི་སྐབས་ལ་ཡང་དེ་ནི་བོད་ལ་ད་ཅིག་སེང་ཕྲུག་དེ་འདྲ་བྱུང་ནས་ཨ་ནེ་དེའི་སྒང་ལ་དེ་ནས་དུས་ཀྱི་འགྱུར་བ་བྱུང། དུས་ཀྱི་འགྱུར་བ་བྱུང་བ་ལ་བརྟེན་ནས་དེ་ནས་གོང་ས་སྐྱབས་མགོན་རྒྱལ་བའི་ཨ་མགོ་ཡིན་ན་ཡང་དེ་ནས་རང་གི་རྒྱལ་ས་ལ་བཞུགས་མ་ཐུབ་པ་ཨེ་ནས་ཕྱི་རྒྱལ་ལ་ཕར་ད་ཅིག་སྐྱབས་བཅོལ་ལ་ཕེབས་དགོས་ཡག་དེ་འདྲའི་གནས་ཚུལ་བྱུང་བསྡད་པ་ཡིན་དུས་ད་དེ་འདྲའི་སྐབས་ནས་ད་བོད་ལ་ཡང་འགྱུར་བ་དེ་བསམ་གྱི་མི་ཤེས་པའི་ཆེན་པོ་ཅིག་ཆགས་པ་རེད། ཡང་ན་དེ་འདྲའི་ཡིན་དུས་ད་དེ་ཡིན་དུས་གཅིག་ང་རང་ཚོ་ནམ་རྒྱུན་བཤད་སྲོལ་ཡོད་པ་ནང་བཞིན་རེད་ལུང་པ་ཆུའི་སྒང་ན་རྟ་ལུད་སྐམ་པོ་མི་ལས་གསལ་བ་ནང་བཞིན་ད་དེ་འདྲའི་ཡིན་དུས་སྤྱིར་གྱི་ང་རང་ཚོ་རྩ་བའི་གཞུང་གི་ཁོ་ར། རྒྱལ་ཁབ་དང་སྲིད་གཞུང་ཁོ་ར་ལ་འཕོ་འགྱུར་ཅིག་བྱུང་བསྡད་པ་ཡིན་དུས་ཨ་ནི་གཅིག་ད་ག་ནང་བཞིན་གྱི་དེ་བྱུང་བས་དེ་ནི་གཅིག་ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་དགོན་སྡེ་དག་ཡིན་ནི་རེད། ཨ་ནི་ཅིག་བླ་མ་གྲྭ་བ་ཡིན་ནི་རེད་ཐམས་ཅད་དང་དངོས་གནས་ཅིག་མནར་གཅོད་མང་པོ་མྱངས་དགོས་ཡག་གི་དུས་སྐབས་དེ་འདྲས་ཅིག་བྱུང་བ་རེད། དེ་བྱུང་དུས་རྩ་ནས་དེ་ནི་དུས་དེའི་སྐབས་ལ་ང་རང་ཚོ་རྒྱལ་མགོན་རིན་པོ་ཆེ་ཕལ་ཆེར་དང་དཀོན་ལོ་ཅོག་གསུམ་ཕལ་གྱི་ཡུལ་གྱར་བ་དང་དེ་འདྲས་ཅིག་གི་སྐབས་ནས་དེ་ནས་ད་དགོན་པ་ལ་ཡང་གདན་ས་ལ་ཡང་ཤུགས་ཡག་གིས་བསྡད་དང་བྲལ་བ་རེད་ད་གོ་སྐབས་མེད་པ་རེད། དེ་མེད་པའི་ཡིན་དུས་རྩ་ནས་དེ་ནི་ཁྲི་ཚབ་སྐྱབས་ར་རོན་པོ་ཆེ་གིས་དེ་ཁོ་རང་གི་ད་ཅིག་བུ་སྟོད་ཀྱི་ཚོས་འགྲུབ་པ་བྱས་ནས་མ་ལྷས་ས་ལ་མ་མཉམ་དུ་ཕེབས་ནས་དེ་ལྷས་ས་ལ་ཡང་བཞུགས་ལྷན་ཅག་ཨེ་ནི་ལྷས་ས་ལ་བཞུགས་ནས་དེ་འདྲའི་ཅིག་གི་སྐབས་ནས་དེ་ནི་ཡིད་བཞིན་ནོར་བུ་ད་ཅིག་སྐུ་ཆུང་ཆུང་སྐབས་ནས་ཅིག་སློབ་སྦྱོང་དེ་འདྲ་གནང་ཡང་ལ་དཔལ་ཐུགས་སྩོལ་བ་ཆེན་པོ་འདྲ་ཡོད་དུས་དེ་ནི་སློབ་ཆུང་ན་ཡག་གི་དགོངས་པ་ཆེན་པོ་ཡོད་དུས་བསླབ་གྲྭ་ལ་ཕེབས་ཡག་དགོངས་པ་བཞེས་ནས་ཨ་ནི་གཅིག་དམངས་བཙུགས་བསླབ་གྲྭ་སེང་གེ་འདྲ་བོ་དང་དེ་ནས་གཞུང་གི་བཙུགས་པའི་བསླབ་གྲྭ་དེ་ལ་སློབ་གྲྭ་ཆུང་བ་དེ་འདྲ་ཡོད་རེད་སློབ་གྲྭ་ཆུང་བ་ཨ་ནི་སློབ་ཆུང་གཉིས་པ་རེད་དེ་འདྲའི་གཅིག་ལ་ཡང་ཕེབས་ནས་ད་དེའི་སྐབས་ལ་སྤྱི་བཏང་གི

སློབ་སྦྱོང་གི་ཐོག་ལ་གང་སྨན་རྫས་ཀྱི་ཐག་དངོས་ནས་གཡག་པོ་ཡོད་པ་ཨེ་ནས་སྤྱང་གྲས་བོད་དུ་ཕྱིན་པ་དེ་འདྲའི་བྱེད་ཡག་དང་ཨེ་འདྲ་ད་ག་ན་བཞིན་ལྷག་པར་དུ་ང་རང་ཚོ་སྐྱབས་མགོན་རིན་པོ་ཆེའི་སྐུ་གཟུགས་ཡག་པོ་ཡོད་རེད་ལ་དེ་ནི་གཅིག་ལུས་རྩལ་གྱི་ཐོག་ལ་མཉེས་པོ་ཡིན་དུས་ཨེ་ནས་གཅིག་རྐང་རྩེད་སྤོ་ལོ་རྩེ་ཡག་དེ་འདྲའི་ལ་དཔེ་མི་སྲིད་པས་དེ་ནི་དཔེ་བླ་བྲེ་ཁོ་རེའི་ནང་ནས་སྐད་གྲགས་ཡོད་པའི་ད་ཕྲན་བྲེ་བོ་གཅིག་དང།

མང་ཆེ་བ་ཅིག་དང་ཞིང་པའི་ས་ཁུལ་ལ་ཡང་ནས་ལས་ཀ་བྱེད་ཀ་དང་ནས་ཞིང་པ་བྱེད་ཀ་གཏང་ཀ་རེད་བ། དེ་འདྲ་ཡིན་དུས་དེ་ནི་སྐྱབས་མགོན་རིན་པོ་ཆེ་ཞིང་པའི་ས་ཁུལ་དང་ཐང་སྟོད་ལུང་ཟེར་ས་དེ་དང་ལྷས་སའི་མ་གཤམ་དེ་སྟོད་ལུང་རེད་བ། སྟོད་ལུང་ལ་མ་ཕེབས་ནས་དེ་ནི་སྟོད་ལུང་ལ་ཡང་དེ་ནས་ཞིང་པ་གནང་ནས་ད་ཞིང་པ་ཟེར་མཁན་དེ། དཀའ་ལས་མང་པོ་ཞིག་རྒྱབ་དགོས་ཀྱི་ཡོད་པ་དེ་ང་རང་ཚོ་ཞིང་པ་བྱས་མྱོང་མཁན་ཐམས་ཅད་ཀྱིས་ཤེས་གསལ་འདྲ་བོ་རེད། ཨཱ་ནི་དངོས་གནས་ས་ཞིང་འདེབས་ལས་བྱེད་དགོས་རེད་ད་ག་ནང་བཞིན་གྱི་ལུས་དབོར་དགོས་རེད། དེ་ནི་ས་རྨོ་དགོས་རེད་ད་དངོས་འབྲེལ་གྱི་གང་ས་ཅི་བསྡད་ནས་དགུ་ལས་མང་པོ་ཅིག་བཞག་མྱངས་ཡོད་རེད་དེ་ཡིན་དུས་དེ་འབྲེལ་གྱི་ཞིང་ལས་ཀྱི་ཐོག་ལ་དགུ་ལས་མང་པོ་ཞིག་སྐྱོན་དགོས་ཡ་ཨཱ་ནི་ད་ག་ནང་བཞིན་གྱི་ཅིག་ད་བཟོ་བ་རང་འགའ་ཡིན་དུས་རྩ་ནས་འཚོ་བའི་ཐོག་ལས་སྐུ་ངལ་མང་པོ་ཅིག་འཕྲད་ཀྱི་རེད་བ་དེ་འདྲ་ཡིན་དུས་རྩ་ནས་དཔེ་མི་སྲིད་པའི་སྡུག་བསྔལ་ཆེན་པོ་བྱུང་ནི་དེ་འདྲའི་རེད་དེ་ཡིན་དུས་ད། དེ་འདྲའི་ཆ་ནས་བཞུགས་བསྡད་པའི་སྐབས་ལ་དེ་ནས་ད་ཡིན་ན་ཡང་ཁོ་རང་མི་སྐྱིད་པོ་དམ་པའི་རང་མདངས་ད་དེ་ཚོ་ཅིག་དཀའ་ངལ་ག་འདྲས་ཅིག་ཡིན་ནས་དེའི་ནང་ལ་ཡང་ད་ག་རེ་ཡིན་ནས་སྡུག་བསྔལ་དང་ལེན་གྱི་བཟོད་པའི་གོ་ཆ་བཞེས་ཐུབ་པ་ཨེ་ན་ལྷག་པར་དུ་དཔེར་ན་ད་སྐབས་དེ་དུས།

རང་གི་བཅས་ཁྲིམས་ཀྱི་སྟོང་པ་ལ་ཡང་ཅིག་མོ་ནས་ཅིག་བརྩི་བསྲུང་འགྲོ་པོ་གནང་ནས་ཨེ་ནི་པའི་སྐུ་རྐྱང་རང་བཞུགས་ནས་དེ་འདྲའི་གི་ཅིག་ཁྱིམ་ཚང་སེམས་ཡར་ལ་སོགས་པ་དེ་འདྲའི་ཁ་སྐད་མ་གནང་པ་དེ་འདྲའི་བྱས་ནས་བཞུགས་ཐུབ་པ་དེ་ཚོ་ནི་དངོས་གནས་གི་ཅིག་ང་རང་ཚོ་ཁོ་རས་ཅིག་ད་ག་རེ་ཟེར་བ་རེད། ཆུ་སྐྱར་ལས་ནི་ཆུ་ཤེས་དང་བྱང་ཆུབ་སེམས་དཔའ་བློ་འདས་ནི་རིགས་ལྡན་ཚད་མ་དག་ལས་ཤེས་ཟེར་གི་ཡོད་པ་དེ་ནང་བཞིན་རིགས་ལྡན་ཚད་མ་ཁོ་ར་དེ་འདྲའི་ཅིག་གི་ཐོག་ནས་བཤད་པ་ཡིན་ནས་དངོས་གནས་བྱང་ཆུབ་སེམས་དཔའི་མཛད་པ་བླ་ན་མེད་པ་ཅིག་ཡིན་བསྡད་པ་ཞིག་ཆགས་བསྡད་ཡོད་རེད་བསམ་གྱི་འདུག་དེ་འདྲ་ཡིན་དུས། དེ་རེད་ད་དེ་ནས་ཕལ་ཆེར་དགུང་ལོ་སུམ་ཅུ་སོ་གཅིག་ཚར་ལ་ཡིན་པ་འདྲ་ཨེ་ནས་དེ་འདྲའི་ཅིག་ལ་དེ་ནས་ཕ། རྒྱ་གར་ལ་ཚུར་ཕེབས་ཡག་གི་དགོངས་གཞི་འདྲ་བོ་ཅིག་བྱུང་ཡོད་ས་རེད་ད་ཡིན་ནས་གཙོ། སྐྱབས་མགོན་རིན་པོ་ཆེ་གི་ཡབ་ཡུམ་དེ་གས་དེ་སྔ་མོ་ནས་ཕ་རྒྱ་གར་ལ་ཕེབས་ཚར་རེད་དེ་འདྲ་ཡིན་དུས་དེ་ནས་ཅིག་ཅིག་ནས་ཡབ་ཡུམ་དང་ཅིག། གཉིས་ཆད་མདོས་ཀྱི་ད་དགོངས་པ་ཡུངས་ཀར་བ་ད་དེ་ཡི་དེ་གཅིག་རེད་ལ་ཨེ་ནི་གཉིས་ནས་ཆ་ཚོགས་ནས་བཤད་པ་ཡིན་ན་ནི་ཁོ་རང་རང་གི་ཡིན་ནས་ཅིག་ད་ངོ་ནས་ཅིག་ང་རང་སོ་སྤྱིར་གྱི་སངས་རྒྱས་ཀྱི་བསྟན་པ་ཡང་སྒོས་དུ་ཅིག་སྙིང་པོ་སྒྲུབ་བརྒྱུད་ཀྱི་བསྟན་པ་འདི་ཅིག་ག་འདྲས་བྱས་ནས་བླང་བཟོ་བྱེད་དགོས་ཡིན་ནའང་དགོངས་པས་ད་དེ་འདྲས་ཀྱི་ཐུགས་འདུན་ཅིག་ཡོད་དུས་ད་ཁོར་ཡུག་ཕན་འབྲས་ཅིག་ད་དེའི་སྐབས་དེ་བོད་ཀྱི་གནས་ཚུལ་འབྲེལ་བ་དེ་ངོ་ནས། ཆོས་ལུགས་ཀྱི་ཐོག་ལ་ཡང་དེ་འདྲའི་གཅིག་གདང་ཤུགས་ཆེན་པོ་དང་ཡང་ན་གཅིག་གནོན་ཤུགས་ཀྱི་འོག་ལ་གནས་དགོས་པ་ཡིན་དུས་ཙང་ནས་དེ་དམ་པའི་ཆོས་འཕེལ་རྒྱས་གཏང་ཡག་གི་ད་གོ་སྐབས་མེད་པ་ཅིག་གཟིགས་དུས་ཙང་ནས་དེ་ནི་རྒྱ་གར་ལ་ཕེབས་ཡག་གི་དགོངས་པ་བཞེས་ནས་ཡིན་ནས་ད་ཁོང་ལོ་སུམ་ཅུ་སོ་གཅིག་ལ་ཡང་དེ་ནི་བ། དེ་ཐབས་ཤེས་སྒྲུབ་བྱས་ནས་བེད་ཀྱི་གཉའ་ལམ་སུ་ཕག་ཏུ་མོ་དྲེད་ནང་ལ་ཕེབས་ཡོད་ས་རེད་བ་ཨེ་དེ་ནས་ཨེ་ཤར་གུང་བསྐྱོད་ནས་ཕེབས་ནས་ཤར་གུང་པོ་བསྐྱོད་ནས་དེ་ནས་དེ་ནས་མ་ཕྱིན་ནས་བལ་ཡུལ་ལ་ཕེབས་ཨེ་བལ་ཡུལ་ལ་ཕེབས་ནས་ཕ་རྒྱ་གར་ལ་ཕེབས་ཐུབ་ཡོད་མི་འདྲ་དེ་ནས་རྒྱ་གར་ལ་ཕེབས་པའི་རྗེས་ལ་དེ་ནས་སྐབས་དེ་དུས་བོད་གཞུང་གི་གཅིག་ད་ཆོས་རིག་ལས་ཁུངས་ཡིན་ནའི་རེད་ད་ད་ནང་བཞིན་གྱི་གཅིག་སྤྱི་འཐུས་རེད་ཨེ་ནས་དེ་ད་ཕྱོགས་མཚུངས་པའི་ཐུགས་འདུན་ད་ད། འདི་ཚོ་དཀོན་མཆོག་བསམ་གཏན་ལགས་རེད་ཨེ་ནི་ད་ག་ནས་བཞེངས་ཀི་ཨེ་ནི་ད་དབོན་སྤྲུལ་རིན་པོ་ཆེ་ལ་ཁོ་ན་ཚོ་མེད་འགྲོ་ད་དེ་བས་སྲིད་འགང་རང་ཚོ་འབྲི་གོང་གི་ཨེ་ནི་བླ་མ་དང་ལྷ་དེ་མི་དེ་དེ་འདྲ་ཡོད་ས་རེད་ཁོང་རྣམ་པས་ཅིག་ད་དུས་དུས་སྣེ་ལེན་འདྲ་བོ་ཟབ་རྒྱས་ཞུས་ཨེ་ནི་དེ་བྱས་ནི་སྐྱབས་མགོན་དོན་གྱི་བདག་པོ་རྒྱལ་བ་རིན་པོ་ཆེ་མཇལ་ཁ་ཐོབ་ཨེ་ནི་མཇལ་ཁ་ཐོབ་པ་ཙམ་དུ་མ་ཟད་པས་དེ་ནི་དཔལ་ཀུན་འདུས་ཀྱི། དེ་འདྲས་ཀྱི་དུས་ངན་པའི་ནང་ལས་དེ་ནས་ཅིག་རང་གི་གསུང་དུམ་ཐེངས་སུ་བྱས་ནས་དེ་ནས་ཅིག་རྒྱ་བཟའ་འབྲས་བུ་ཕ་མ་རྣམ་པ་དེ་དཔེ་ཐུགས་མཉེས་པོ་བྱུང་ནས་ད་དེ་འདྲས་ཀྱི་ལོ་རྒྱུས་འདྲ་བོ་ཅིག་གོ་ཡག་འདུག་དེ་འདྲས་ཡིན་དུས་ཨ་ནི་གོང་ས་མཆོག་གི་དཔེ་དཔེ་ཐུགས་མཉེས་ཚོར་ཆེན་པོ་བྱུང་ཡོད་ས་རེད་ཨ་ནི་དེ་བྱུང་གི་རྗེས་ལ་དེ་ནས་ད་དེ་ནས་དེ་བྱས་འདུག་ཕི་ནས་ཚུར་ཡབ། དེ་དུས་ཨེ་མི་རི་ཀ་ལ་བཞུགས་ཡོད་ས་རེད་ཡབ་ཚུར་ཕེབས་དེ་ནས་ཡབ་དང་ལྷན་གྱིས་ཕ་ཕེབས་ནས་ཨེ་མི་རི་ཀ་ལ་ཕེབས་བྱས་དེ་འདྲ་བྱུང་ཡོད་ས་རེད་ཨེ་ནི་ཨེ་མི་རི་ཀ་ལ་ཕེབས་པའི་སྐབས་ལས་ཨེ་ནི་ཕེབས་ཀའི་ཨེ་མི་རི་ལ་ཡང་རྒྱུན་དུ་བཞུགས་ཆོག་གི་དེ་འདྲའི་གི་གར་སོང་རེད་ད་ལགས་ཀྱི་དེ་འདྲའི་མགྱོགས་པོ་ཅིག་ཕུལ་ཐུབ་རག་གནང་པ་ཡིན་པ་འདྲ་དེ་འདྲའི་ཅིག་ཕུལ་དེ་འདྲའི་ཅིག་ཨེ་མི་རི་ཀ་ལ་བཞུགས་ནས་ད་ཨ་རི་ལ་ཡང་ལོ་གསུམ་ཟེར་ཅིག་དབྱིན་ཇིའི་སྐད་ཡིག་ལ་སོགས་པ་དེ་འདྲའི་སྦྱོང་བརྡར་སྣ་ཡག་དང་ཨ་ནེ་ད་ག་ནཱ་གཞན་གྱི་ཨེ་ནེ་དཔེ་མཛོད་ཁང་དེ་འདྲའི་ལ་ཕེབས་ནས་དེ་འདྲའི་ལོ་རྒྱུས་དང་གང་ཅིའི་ཐོག་ལ་ཡག་ཅིག་དེ་འདྲའི་གི་ཞིབ་འཇུག་སྣ་ཡག་ལ་དེ་འདྲའི་གི་དེ་འདྲ་བོ་བྱས་ཅིག་ཁོར་ཡུག་འདྲ་བོ་ཅིག་ཡོད་ས་རེད་ཨེ་ནེ་དེ་འདྲའི་ནང་ཅིག་ཞུགས་བསྡད་པའི་སྐབས་ལ་ད་སྤྱིར་བཏང་ནས་བཤད་པའི་ཡིན་ན་ང་རང་ཚོ་ཐམས་ཅད་ཀྱི་ཅིག་ད་ཨ་མི་རི་ཀ་ཟེར་དུས་དེང་དུས་ཀྱི་ད་ནི་སྤྱི་ཚོགས། དང་འཕེལ་རྒྱས་ཆེ་ཤོས་རང་དབང་ཆེ་ཤོས་ཨེ་རེད་ཅེས་རྒྱལ་ཁབ་དཔལ་འབྱོར་གང་ཅིའི་ཐོག་ལ་ཡང་ཅིག་ཐོབ་ཐང་ཡག་ཤོས་ཀྱི་རྒྱལ་ཁབ་ཅིག་བྱས་ནས་སུ་དང་སུ་ཡིན་ནས་དེས་ཅིག་འགྲོ་ཐུབ་ལ། ཅིག་ཨེ་ཐུབ་མི་ཐུབ་བལྟས་ནས་འབད་བརྩོན་བྱེད་སའི་གནས་སྐབས་ཅིག་རེད་དེ། ཡིན་ན་ཡང་དེ་ནི་སྐྱབས་མགོན་རིན་པོ་ཆེ་ཕེབས་མཁན་བཞུགས་བསྡད་པའི་སྐབས་ལ་ད་ཁོ་རང་རང་གི་ཐུགས་ཀྱི་དམ་བཅའ་དེ་ག་རེ་རེད་ཟེར་ན་ཨེ་རེད་ཅིག། འབྲི་གུང་བཀའ་བརྒྱུད་ཀྱི་བསྟན་པ་ཉག་ཕྲ་བའི་དུས་སྐབས་དེ་བསྟན་པ་དེ་བྱིངས་འཛིན་གྱོན་སྤེལ་སོགས་ན་ཡག་གི་དགོངས་གཞི་ཞིག་ཡོད་པ་ཡིན་དུས་ད་ཨ་རི་ལ་ཅིག་དེ་འདྲའི་གི་རང་གི་འཚོ་དགོས་རེད་མདོ་ཡོན་གྱི་ཅིག་ལོངས་སྤྱོད་དེ་གས་དེ་ལ་ཡག་ཅིག་ཕྱག་བྱས་དད་པ་ཡིན་ན་འགྲིག་གི་མི་འདུག་གོ་ནི་དེ་ནི་སླར་ཡང་རྒྱག་རེ་འཕགས་པའི་ཡུལ་དུ་ཚུར་ཕེབས་ནི་གོང་ས་མཐོན་གྱི་བདག་པོ་ཀུན་འཐུས་ནས་ད་གེ་ཚུར་ལོངས་ཀྱི་སྡོམ་པ་དེ་ཚོ་བཞེས། ཡང་ན་བསླབ་གཞི་ཡོངས་སུ་རྫོགས་པའི་ད་སོ་ཐར་གྱི་སྡོམ་པ་དེ་ཚོ་ཚུལ་བཞེས་ནས་ད་དངོས་གནས་ཀྱི་དྲང་གནས་ཀྱི་ད་འདུལ་འཛིན་དངོས་མིང་འཛིན་པ་ཆེན་པོ་ཅིག་དེ་འདྲ་ཅིག་ཆགས་པ་རེད། ཡང་ན་དེའི་རྗེས་ལ་ཡང་ད་སྤྱིར་གྱི་ང་རང་སོ་སྤྱིའི་འབྲི་གུང་བཀའ་བརྒྱུད་ཀྱི་བསྟན་པ་འདི་སྙིང་པོ་གྲུབ་ཡུལ་གྱི་བསྟན་པ་རེད་དེ་སྙིང་པོ་གྲུབ་ཡུལ་གྱི་བསྟན་པ་ཡིན་དུས་རྩ་ནས་ད་དེའི་དགེ་སྡུག་དེ་དེ་ནི་དུས་གསུམ་སྐྱེ་བ་ཐམས་ཅད་ཀྱི་གཞུང་ལམ། དེ་ནི་དཔལ་འཇིག་རྟེན་གསུམ་གྱི་མགོན་པོ་ཐུགས་ཀྱི་ཉིང་ཁུ། ཐམས་ཅད་ཕྱག་རྒྱ་ཆེན་པོ་ལྔ་ལྡན་གྱི་གདམས་པ་དེ། ཉམས་ལེན་ཅིག་མ་བྱས་ན་འགྲིག་གི་མི་འདུག་དགོངས་ནས་ནི། ལ་དྭགས་ལ་ཡང་དེ་ནས་ཁྱུང་དཀར་རིན་པོ་ཆེ་ཀྲུང་བ་ཁྱུང་དཀར་རིན་པོ་ཆེ་མཇལ་ཁ་ཕེབས་དེ་ནི་ཀྲུང་བ་ཁྱུང་དཀར་རིན་པོ་ཆེ་སྐུ་མདུན་ནས་ནི་ལྔ་ལྡན་ནི་ད་ག་ན་ཞིང་གི་འབྲི་གུང་གི་ཆོས་བརྒྱུད་དེ་གའི་དེ་གསན་བཞེས་གནང་ནི་ལྔ་ལྡན་དེ་གའི་དེ་པའི་ཁྲིད་ལུང་ཞུས་པ་ཙམ་མ་ཡིན་པ་དངོས་སུ་དམར་ཁྲིད་རང་གི་ཐོག་ནས་ནི་ད་ཉམས་ལེན་གནང་བྱས་དེ་འདྲ་བྱུང་འདུག་བ་དེ་འདྲ་བྱུང་དུས་ད་དུས་དུས།

དཀའ་བ་ཐམས་ཅད་ཁྱད་དུ་བསད་ནས་དེ་འདང་གི་ཡོད་ས་རེད་ཨེ་ན་ཁྱུང་དཀར་རོམ་པོ་ཅན་དེ་དཔལ་བླ་མ་གྲུབ་ཐོག་རྩ་ཆེན་པོ་ཞེ་བོ་ཅིག་རེད་འདུག་བ་དེ་འདྲ་ཡིན་དུས་ཅིག་སྐྱབས་མགོན་རེད་ཟེར་བྱས་ནས་དམིགས་བསལ་གྱི་ཅིག་ངོ་སྲུང་འབྲས་བུ་གནང་རྗེས་གུ་ཡངས་འབྲས་བུ་མ་གནང་ང་དཔལ་འཁོར་ཇི་མ་ཇི་བཞིན་མཚམས་པ་ཅིག་སྤྱི་བཏང་གི་གྲྭ་པ་དཀྱུས་མ་ཅིག་མཚམས་བལྟས་པ་ནན་བཞིན་གྱི་ལྟ་ཅིག་འཚོ་བའི་ཐོག་ལ་ཡིན་ན་ཡང་འདྲ་ཐོ་ཨེ་ན་གྲངས་ཀ་ས་ཡག་གི་ཐོག་ལ་ཡིན་ན་འདྲ་ཐོ། དེ་སྐད་ཐམས་ཅད་བཏང་ངོ་ནས་ཅི་འདྲི་ཅི་གསུང་ཅི་བྱས་ནས་སྒྲུབ་རུ་བཅུག་ནང་དུའང་དེ་འདྲ་ཡིན་འདུག་ཙང་ནས་དེ་ནས་ཁྱུང་དཀར་རིན་པོ་ཆེ་སྐུ་མདུན་ནས་ང་འདས་ཀྱི་དེ་སྐད་དེ་ཆ་ཚང་གཏམ་པ་དེ་སྐད་དེ་གསན་བཞེས་གནང་ངམ་མ་ཚད་སྙམ་ནས་དངོས་སུ་ད་ག་རང་ལ་དང་རང་ལ་སྐུ་མཚམས་བཞུགས་ནས་དེ་འདྲའི་ནང་དེ་འདྲའི་ཡིན་འདུག་ད་རང་གི་སྤྲུལ་པའི་ཉམས་ལེན་གྱི་ཐོག་ནས་ཞུས་པ་ཡིན་ན་དེ་འདྲའི་ཅིག་ཆགས་འདུག་ཨ་ནི་དེའི་རྗེས་ལ་ཡིན་ནའི་ཆ་ཚང་ནས་བཤད་ན་ད། སྤྱིར་བཏང་གི་སྐྱེས་བུ་དམ་པ་ཟེར་མཁན་དེ་ཐོས་བསམ་གནང་ཡག་ལེན་ཡག་དེ་ནི་ངོམ་པ་མེད་པར་བྱེད་འགྲོ་བ་ཐོས་པའི་མི་ངོམ་ཉིད་དང་ནི་གསུངས་པ་ན་ཡིན་གྱི་ཅིག་ཐོས་བསམ་ག་རེ་བྱས་ནས་ད་དཀའ་བ་བརྒྱ་ཕྲག་མང་པོ་སྤྱད་ནས་ཐོས་བསམ་སྒོམ་སྒྲུབ་གནང་གི་ཡོད་པ་ཡིན་དུས་ཨེ་ནི་ཅིག་སྐབས་དེ་དུས་ཀྱི་ཨེ་ནི་རྒྱ་གར་ལ་བཞུགས་བསྡད་པའི་ཨེ་དེ་ནི་ས་དགེ་བཀའ་ཉིན་རིས་སུ་མ་བྱས་པའི་ནང་ལ་ཡང་ད་ཅིག་བཀའ་མ་པ་དེ་ནི་དགུན་དུ་བཅུ་དྲུག་པ་ཡིན་ནའི་རེད་ཨེ་འདྲ་ད་ག་ན་བཞིན་གྱི་ཅིག་ཐིག་གུ་མཁྱེན་བརྩེ་རིན་པོ་ཆེ་ཨེ་འདྲ་ད་ག་ན་བཞིན་གྱི་འབྲུག་པ་ཐུགས་སྲས་རིན་པོ་ཆེ་ཨེ་འདྲ་སྟག་ལུང་གི་ཞབས་དྲུང་རིན་པོ་ཆེ་ཨེ་འདྲ་དེ་བཞིན་གྱི་ཅིག་མཁན་པོ་ནོར་གཡང་སྲུང་མ་རེད་པ་ཅིག་ད་དེ་འདྲའི་མཁན་པོ་ད་མཁས་གྲུབ་མང་པོ་ཅིག་གི་སྐུ་མདུན་ནས། དབང་ལུང་ཁྲིད་གསུམ། ཡང་ན་ཅིག་གསང་གི་བཀའ་ཉིད་རིས་སུ་མ་ཕྱེ་བའི་རྟགས། ཆོས་བརྒྱུད་གྲུབ་མཐའ་ཁག་གི། དཔོན་ང་རང་ཚོ་མཁན་ཆེན་ཨ་བྷའི་སྐུ་མདུན་ནས། རྒྱུད་བཏགས་པ་གཉིས་པ་ཞོ་ནང་སོང་ཕེབས་ཡུལ་ནས། འོ་ད་དེ་འདྲའི་ན་བཞིན་ད་དངོས་འབྲེལ་གཅིག་ཕ། དེ་འདྲའི་གི་ནང་པ་སངས་རྒྱས་པའི་བསྟན་པ་སྤྱི་ལ་ཡང་དེ་འདྲ་ཐུགས་འགན་བཞེས་ནས། དེ་འདྲའི་གི་ད་ཅིག་གང་ཅིའི་དབང་བསྡུས་ལུང་རྒྱུན། གང་དཀོན་པ་ཡོད་པ་དེ་གས་དེ་བཞེས་ཡིན་ན་ང་རང་ཚོ། ཅིག་འབྲི་གུང་བཀའ་བརྒྱུད་རང་གི་ནང་ལ་ཡེ་ནས་ཅིག་དེ་ནས་ཆོས་རྗེ་སྟོང་ལྡན་རིན་པོ་ཆེ་ཨེ་ནི་ཐ་ག་སྣང་ཞིག་སྐྱབས་སྦྱིན་དགའ་ཆེན་རིན་པོ་ཆེ་མཁན་ཆེན་ཀུན་སྦྱོར་རྒྱལ་མཚན་ད་ཁོང་རྣམ་པ་ཨེ་ནི་ཅིག་སྔ་རང་ཚོ་འབྲི་གུང་བཀའ་བརྒྱུད་ནང་གི་ཅིག་བླ་མ་དགེ་བའི་བཤེས་གཉེན་དེ་གའི་གི་དྲུང་ནས་འབྲི་གུང་བཀའ་བརྒྱུད་ཀྱི་དབང་རྒྱུན་ལུང་རྒྱུན་ཆ་ཚང་འབྲི་བོ་སྟག་མ་བུམ་པ་གང་བྱོའི་ཚུལ་དུ་གསན་བཞིན་ན་ད་དེ་འདྲའི་གི་སྐུ་ལས་ཅིག་བསྐྱོན་ཡོད་རེད། ཨ་ནི་ད་ག་ན་ཞིག་གི་ཅིག། རང་ཉིད་ཀྱི་ཚུལ་ཞེས་པ་དེ་རང་སོ་སོ་གི་ཅིག་བདག་པོ་རྒྱབ་ཆེ་བྱ་ལ་འདྲ་བོ་ཆེ་ཉག་དེ་ཡང་མ་ཡིན་པ། དེ་ཆོས་གསན་ཡག་གི་གཙོ་བོ་དགོས་པ་རྒྱུ་མཚན་དེ་ག་རེད་ཟེར་ན་སེམས་ཅན་གཞན་ལ་ཕན་ཐོགས་བྱེད་ཡག་གི་ཆེད་དུ་ཡིན་པ་ཡིན་དུས་རྩ་ནས་དེ་ནི་སྦྲུལ་ལུག་དགའ་ཆོས་ཆེན་མོ་ལ་སོགས་པ་དེ་འདྲས་དང་དེ་ནི། ད་ག་ནས་ཞིག་ང་རང་ཚོ་ཆ་འཇུག་གིང་ལ་རྒྱལ་བ་འཇིག་རྟེན་གསུམ་གོང་གི་བཀའ་འབུམ་ཆ་ཚང་གི་ལུང་ན་ང་རེད་དེ་བཞིན་གི་ཨེ་འདི་གཅིག་འགྲོ་ལུགས་དཀའ་ཆོས་སྐབས་ལ་འབྲི་གུང་བཀའ་རྒྱུད་ཀྱི་ཆོས་འཁོར་ཡོངས་རྫོགས་དེ་འདྲའི་དག་བླ་མ་དབང་རྒྱུད་ལུང་རྒྱུད་ཡོད་ངེས་དེ་ཚོ་གཏན་གཏན་ཞུས་ནས་དེ་ཚོ་ལ་ཡང་ཅིག་ཁྱབ་སྤེལ་གནང་རོགས་བཅུག་ཡ། ཨེ་འདི་དེ་འདྲས་ཀྱི་ད་མདོར་ན་བཤད་པའི་ཡིན་ན། ད་གར་ཟེར་བ་རེད། རང་གིས་སྒྲུབ་པ་ཉམས་ལེན་གནང་ཡག་ཙམ་མ་ཡིན་པར་སེམས་ཅན་གཞན་ལ་ཡང་དེ་ནི་ཕར་ཅིག། དམ་པའི་བརྒྱུད་པ་སྤེལ་ཡག་ལ་སོགས་པ་དེ་འདྲའི་གི་ཐོག་ལ་ཡ། ཨེ་འདི་ཐུགས་འགལ་ཆེན་པོ་གཅིག་དང་ཐུགས་ནུས་ཆེན་པོ་གཅིག། ཞེས་ཡོད་རེད། ཨེ་ནི་དེའི་རྗེས་ལ་ཡ་ད་དངོས་གནས། ད་ཅིག་དེའི་དཀའ་སྡུག་ལ་ཨེ་ནས་ཅིག། བྱེས་ཀྱི་གདན་ས་སུ་མེད་པ་ཡིན་དུས་རྩ་ནས་དེ་ནི། ད་ར་དུས་ལ་ཡང་ད་ལྟའི་ས་ཆ་དེ་གཟིགས་ནས་འདུག་དུས་རྩ་ནས་སྤྱི་བཏང་གི་དཔལ་འབྱོར་གྱི་ཐོག་ནས་སྐུ་ངལ་ཆེན་པོ་ཡོད་གསུང་གི་འདུག་བ་དཔལ་འབྱོར་སྐུ་ངལ་ཆེན་པོ་ཡོད་ས་རེད་ཨེ་ནས་ཡིན་ན་ཡང་དེ་འདྲའི་སྐབས་ལ་ཡང་ཅིག། ཐུགས་ཀྱིས་དམ་བཅའ་བརྟན་པོ་ཅིག་བྱས་ནས་ད་དེའི་དགོངས་པ། བྱང་ཆུབ་ནི་གསར་བཞེངས་གནང། གསར་བཞེངས་གནང་མཁན་སྐབས་ལ་ཡིན་ནས་དངོས་པོ་དཔལ་འབྱོར་གྱི་ཐོག་ནས་ད་ཅིག་ནོར་སོང་བཏང་མི་བཏང་དགོས་པ་དེ་སྨོས་མི་དགོས་རེད་དེ། སྐྱབས་མགོན་རིན་པོ་ཆེ་སྐུ་ངོ་མ་རང་ཁོ་རང་པའི་དུ་བ་ཡང་ཅིག་གསར་པ་དབོར་ཡག་ཕེབས་ཡག་ལ་སོགས་པ་གསར་བསྐོ་ཡག་ལ་སོགས་པ་ད་ག་ནང་བཞིན་གྱི་འཛུགས་སྐྲུན་གྱི་ཕྱག་ལས་གནང་ཡག་ལ་སོགས་པ་དེ་འདྲའི་གི་ད་དངོས་གནས་སྐུ་ངལ་མང་པོ་ཅིག་བཞེས་ནས་མདོར་ན། བསྟན་པའི་སེམས་ཅན་གྱི་དོན་དུ་ཀ་བ་བརྒྱ་ཕྲག་ཁྱད་དུ་བསད། ངལ་བ་བརྒྱ་ཕྲག་ལྷུར་བཞེས་ནས་ད་ཐེངས་འབྲས་ཀྱི་དཔལ་ལ་བྱེད་ཀྱི་གདན་ས་ཆགས་འཇུག་གླིང་ནས་ཕྱག་བཏབ་ནས་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ལོ་ལ་དེ་ནས་གདན་ས་སྒོ་འབྱེད་གནང་དེ་འབྲས་ཆད་ནས་བྱུང་བ་རེད། ཨ་ནི་དེ་བྱུང་ངས་རྗེས་ལ་ཡིན་ན་ཡང་ད་དེའི་ནང་ལ་གཙོ་བོ་དེ་ཕྱིའི་དགོན་པ་བརྒྱད་པ་ཚང་གི་ཕན་གི་མེད་བ་ནང་གི་ད་ཅིག་སྔོན་ལ་བསླབ་པ་སློབ་གཉེར་གྱི་ཐོག་ལ་ཡང་ཤུགས་རྒྱག་དགོས་ཀྱི་ཡོད་པ་ཡིན་དུས་རྩ་ནས་ཨ་ནི་དེའི་སྐབས་ལ་ཡང་སློབ་ཕྲུག་བསྡུ་ལེན་གནང་ཡག་དང་ཨེ་ན་དེ་གས་དེ་ལ་ཅིག་ཀ་བིར་སྐྱེ་འགོ་རིན་པོ་ཆེ་སྐུ་ངོ་མ་རང་གིས་ཅིག་སློབ་ཚན་ཁྲིད་ན་ཡག་ལ་སོགས་པ་དེ་འདྲས་བྱས་ནས་ད་དེ་འདྲས་ཀྱི་ཅིག་ད་མི་རབས་རྗེས་མ་བསྟན་པའི་གཞི་མ་འདྲ་བོ་གསོ་སྐྱོང་ན་ཡག་ལ་ཡང་དགེ་འདུན་གྱི་སྡེ་དེ་འདྲས་ཅིག་འཛུགས་ཐུབ་པ་ན་ཨེ་ན་དེའི་རྗེས་ལ་ཅིག་ད་རིམ་པ་བཞིན་དུ་ད་ང་ཚོ་རབ་བྱུང། བཙུན་པའི་སྡེ་ཡོད་རེད་དེ་ད་ཡིན་ན་ཡང་བཙུན་མ་དེ་འདྲས་ལ་ཡང་བཞུགས་ས་དེ་ལ་ཡང་དེ་ནས་ཅིག་བཙུན་དགོན་བསམ་གཏན་གྱི་ཕྱག་བཏབ་ཡག་ཨེ་ནས་དེ་ལྟ་ཆོག་བཙུན་པས་ད་དེ་ནས་རིམ་པ་བཞིན་དུ་ཡག་ཅིག་གྲྭ་བཙུན་འཕེལ་རྒྱས་འགྲོ་བ་གང་ལ་གང་འཚམ་ཡོང་ངེས་སྐབས་ལ་ཨེ་ནས་ཅིག་ད་འདས་ང་རང་ཚོ་བཀའ་བརྒྱུད་མཐོ་སློབ་འཛུགས་སྐྲུན་གནང་ནས་ཨེ་ནས་ད་ཅིག་བཀའ་བརྒྱུད་མཐོ་སློབ་ཅན་ད་གང་ལྟར་ང་རང་ཚོ་ངོ་ནས་ཅིག་དེའི་ནང་ལ་ཡག་ཨེ་ནས། མདོ་སྔགས་རིག་གནས་དང་བཅས་པའི་ཆ་ཚང་གི་སློབ་ཚན་གྱི་སྒྲིག་གཞི་ཡོད་བསྡད་པ་ཅིག་དེ་འདྲས་ཅིག་གནང་ཡོད་རེད། ཨ་ནི་དེ་དང་ཕྱོགས་མཚུངས་པའི་ད་སྤྱིར་གྱི་ང་རང་ཚོ་བོད་ཁ་བ་གངས་ཅན་གྱི་ལྗོངས་ཀྱི་ཨ་ནི་ཆོས་དང་རིག་གཞུང་གང་ཅིའི་ཐོག་ལ་ཡིན་ནས་དཔེ་མི་སྲིད་པའི་གཉན་འཕྲང་ཅན་གྱི་དཀའ་ངལ་ཅིག་འཕྲད་བསྡད་པ་ཡིན་དུས་རྩ་ནས་དེའི་ཆོས་དང་རིག་གཞུང་དེ་མི་ཉམས་གོང་འཕེལ་ཉམས་པ་ལགས་སོ་ཡོང་ཡག་གི་ཆེད་དུ། ཨེ་ནས་སྲོང་བཙན་དཔལ་མཚོས་གངས་སུ་བྱས་ནས་ད་ཕོ་བྲང་ཡུམ་བུ་ལྷ་མཁར་གྱི་དེ་ནས་མཁར་གྱི་གཟུགས་སུ་བཞེངས་པ་གནང་ནས་དེའི་ཟླ་ལ་ཆོས་རྒྱལ་སྲོང་བཙན་སྒམ་པོས་སྐུ་ཉིད་དེ་ཚོ་བཞག་ནས་དངོས་གནས་གཅིག་བོད་མི་རིགས་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་ཡིན་ནས་ད་ག་ལྟ་བུའི་ཐུགས་འཁུར་ཅིག་སྐྱེས་པ་རེད། ཨ་མའི་ཐད་དུ་ཕྱོགས་མཚུངས་པའི་ད་དེ་ཚོ་ཕྱི་དངོས་པོའི་གསར་ཐོན་འཛུགས་སྐྲུན་གྱི་ད་ཐོག་ནས་དཀའ་ངལ་ཙམ་གཅིག་བསྐྱོན་པ་ཙམ་མ་ཡིན་པ་ན་དངོས་གནས་སོ་སོ་རང་གི་ཆ་རིག་འབྲི་ཡག་དང་ཐུགས་བསམ་ཞེས་ཡག་དང་དེ་འབྲེལ་གྱི་དཀའ་ངལ་བརྒྱ་ཕྲག་མང་པོ་ཅིག་ཁྱད་བསད་གནང་ནས་དེ་ནི་དངོས་གནས་ཅིག་ད་ལྟའི་ང་རང་ཚོ་ཐམས་ཅད་ཀྱི་མཇལ་སའི་ཡུལ་དུ་གྱུར་བསྡད་པ་དེ་དེ་ནི་བོད་བཙན་པོའི་དུང་རབས་ད་ཅིག་ནི་གཙོ་ཆེ་བ་འདྲ་བོ་དེ་ཏུང་ཧོང་གི་ཡི་གེ་རྙིང་པ་དང། དབྱིན་ཇིའི་དེ་འདྲའི་དཔེ་མཛོད་ཁང་གི་ཡིག་རྙིང་དེ་འདྲས་ལ་སོགས་པ་ཐིག་གེ་ལ་གཞི་བཅོལ་ནས་ད་དངོས་གནས་དྲང་གནས་ཀྱི། བོད་ཕྱི་ནང་ཡོངས་རྫོགས་ནས། ད་ལྟ་ང་རང་ཚོ་བོད་ཀྱི་བཙན་པོའི་དུས་རབས་ཀྱི་ལོ་རྒྱུས་གཅིག་ནས་བཤད་པ་ཡིན་ན་ད་ལྟ་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་གི་མཛད་པ་དེ་ལས་གཅིག་ཁུངས་མཐའ་ཁ་འགྲོ་བ་གཅིག་དང་ཞལ་གསེར་སྤུས་མཐའ་ཁ་ཅིག་མི་འདུག་ཟེར་མཁན་དེ་འདྲས། མཁས་པ་མང་པོས་བསྔགས་བརྗོད་འདྲ་བོ་ཞུ་གི་ཡོད་ས་རེད་དེ་འདྲས་ཡིན་དུས། འོ་ད་དེ་འདྲས་ཀྱི་དཔེར་ན་རིག་གཞུང་གི་ཐོག་ལ་ཆ་མཚོན་ནས་བཤད་ན། དེ་འདྲའི་གི་ད་མཛད་ཅིག་ལ་པོ་ཆེ་ཞེས་བཞག་ཡོད་རེད་བ། ཨེ་ནས་ད་དེ་ཡིན་དུས་ཙང་ནས་དེ་བཞིན་གི་ད་ཕྱོགས་གཅིག་ནས་ཞུས་པ་ཡིན་ན་ད་མདོར་ན་ང་རང་འདུག་འུ་གཅིག་ད་ང་རང་རང་གི་མྱོང་ཚོར་གི་ཐོག་ནས་ཅིག་བསམ་བློ་འདྲི་བ་བཏང་པ་ཡིན་ན་དངོས་གནས་སྐྱབས་མགོན་རིན་པོ་ཆེ་ད་དངོས་འབྲེལ་བྱང་འདྲེན་བྱང་ཆུབ་སེམས་དཔའ་འཁོར་བར་བཅིངས་དང་སྙན་པར་སྨྲ་བ་དང་དུས་འདུལ་དོན་ཆུང་གདུལ་བྱ་དོན་ཆུང་གིས་བསྡུས་པའི་དངོས་པོ་བཞི་ཞེས་དཔལ་འབྱོར་གྱི་ཞེན་དུག་ལྷུན་རྩེར་གྱུར་བ་གསོ་བ་འདི་གསུངས་པ་ནང་བཞིན་རེད་ད་དངོས་གནས་དཔལ་སེམས་ཅན་མགོན་མེད་པ་ལ་མགོན་གནང་ངེ། སྐྱབས་མེད་པའི་སྐྱབས་གནང་ངེ། ཨེ་ནས་ལོང་བ་ཐང་གྱེས་དུ་ལུས་པ་ལྟ་བུ་ལ་ལམ་མདོར་ན་ཡག་ད་དེ་འདྲས་ཀྱི་སྔོན་འགྲན་གྲངས་འདྲེན་དེ་འདྲས་ཅིག་གནང་གི་ཡོད་རེད་དེ་ཡིན་དུ་མདོར་ན་གཅིག་ཧྲིགས་སུ་ཞུས་པ་ཡིན་ན་ང་རང་ཚོ་ཐམས་ཅད་ལ་ཡག་ལྟོ་གོས་གནས་མལ་གྱི་ཐོག་ནས་རོགས་རམ་གནང་འཚོ་སྐྱོང་གནང་གནང་ང་ཙམ་དུ་མ་ཟེར་བའི་དམ་པའི་ཆོས་ཀྱི་ཐོག་ནས་བཤད་པ་ཡིན་ནའི་དེ་ནས་གཅིག་ཆང་ཆུང་གླིང་ལ་ཡིན་ནའི་འདྲ་ཐང་ནང་བཞིན་བལ་ཡུལ་ལ་ཡིན་ནའི་འདྲ་དེ་ནས་ག་བ་ཡིན་ནའི། འདི་ནི་ཀེ་ཚུགས་ལུང་གི་སྟོང་པ་ང་ཡང་སོ་ཐར་གྱི་སྟོང་པའི་ཐོག་ནས་བཤད་པ་ཡིན་ན་དེ་འདྲའི་ཅིག་གནང་གི་ཡོད་རེད། ཨ་ནི་ད་ག་ནང་བཞིན་གྱི་ཐུགས་ཀྱི་ཆེན་མོ་ལ་སོགས་པ་དེ་འདྲས་གནང་ནས་བྱང་ཆུབ་སེམས་དཔའི་སྟོང་པ་དེ་ནང་བཞིན་ཅིག་གནང་གི་ཡོད་རེད། ཨ་ནི་དེ་དང་ཕྱོགས་མཚུངས་པའི་གསང་བ་སྔགས་ཀྱི་རིག་འཛིན་གྱི་སྟོང་པའོ་ད་དེ་འདྲས་ཀྱི་ཅིག་དབང་ག་ལ་ཆོས་གསུམ་ལ་སོགས་པ་དེ་འདྲས་མང་ཉུང་ཅིག་གནང་ནས་དཔེར་ན་དངོས་གནས་ཅིག་བཀའ་རྒྱུད་ལྔ་མཛོད་སྤྱི་སྒོ་ལས་ཕལ་ཆེར་ཚགས་བདུན་བརྒྱད་དེ་འདྲ་གནང་ཡོད་ས་རེད་བ་ཅིག་ཕྱི་རྒྱལ་ཁག་ཡིན་ནི་རེད་བས་ན་ང་རང་ཚོ་བལ་ཡུལ་ལས་ཅིག་གནང་རེད་བ་ཨེ་ནི་དེ་འདྲ་ཡིན་དུས་བཀའ་རྒྱུད་ང་ཚོ་སྤྱི་གོ་ལས་བས་ན་དབང་དེ་འདྲ་ཐེངས་མ་མང་པོ་གནང་ཨེ་ནི་དེ་གས་གནང་དེ་གས་དེ་ལས་ང་ཚོ་བ་མཇལ་ནོ་ཙང་གིས་ཧ་གོ་གི་རེད་ཡིད་བཞིན་ནོར་བུ་དེ་འདྲ་དབང་གནང་དུས་ཅིག་སྟབས་བདེ་བྱོས་ད་ལས་ལག་བྱོས་འགྲོ་བ་དེ་འདྲ་ཁྱོན་ནས་ཡོག་མ་རེད་ད་ག་རེ་གནང་གི་ཡིན་ནི་ཆོ་ག་ཁོ་རའི་ངང་ནས་ག་རེ་གསུངས་པ་ངན་བཞིན་གིས་དེ་གས་ཐམས་ཅད་ཇི་མ་ཇི་བཞིན་གིས་དེ་ནས་བས་ཅིག་ལག་ལེན་གི་ཐོག་ལས། ཟུང་འབྲེལ་ངང་ནས་སྐྱེལ་ཐུབ་པ་བྱས་ནས་ད་དེ་འདྲའི་ཐུགས་རྗེ་བཀའ་དྲིན་བསམ་གྱིས་མི་ཁྱབ་པ་ཅིག་བསྐྱངས་ཐུབ་ཡོད་པ་རེད། ཨ་ནི་ད་ག་ནང་བཞིན་གྱི་ཅིག་ད་ཕྱག་བཙོང་ནས་བཤད་པ་ཡིན་ན། སྔ་མོ་འབྲི་གུང་བཀའ་བརྒྱུད་དར་ཞིང་རྒྱས་པའི་སྐྱོ་བ་འཇིག་རྟེན་གསུམ་དགོངས་ཞུ་བའི་སྐབས་དེ་འདྲས་ལ་དེ་འདྲའི་རེ་བ་སྔ་དྲི་ང་གདོང་གནས་གསུམ་ལ་བཏང་ང་དེའི་ཉེར་ལེན་ལ་བརྟེན་པས་དེ་ནི་ང་རང་ཚོ་ཅིག་འབྲི་གུང་གི་ཆོས་བརྒྱུད་དེ་ལ་དྭགས་ཀྱི་ཁོངས་ལས་ཁྱབ་ཐུབ་ཡོད་པ་རེད། ཨེ་ནི་ཅིག་ཀླད་མེད། དོལ་པོ། ཨ་ནི་དེ་བཞིན་གྱི་ཅིག་ད་ང་རང་ཚོ་འོམ་ལ་ད་དེ་ཅིག་ལབ་ཅི་དེ་གས་ཐམས་ཅད་ལ་ང་མོ་ད་འབྲི་གུང་གི་རི་བས་ཁྱབ་དེ་ཡོང་རེ་བ་དེ་འདྲས་ཡིན་དུས་དེ་གས་དེ་ཁྱབ་བསྡད་པ་དེ་གས་དེ་ལས་དེའི་ཁྲི་ལས་དེ་ཉམས་པ་བླངས་སོང་ཡང་ཡང་གི་ཆེད་དུ་ཨ་ནི་སྐྱང་བོ་རིན་པོ་ཆེ་ཁོ་རང་ལ་ད་ནི་ས་ག་ས་ག་ལ་ཅིག་ཕེབས་ཡོང་རེད་ད་ག་ན་ཞིག་གླིང་མའི་རྒྱུད་ལ་ཕེབས་ཡོང་རེད་ད་ག་ན་ཞིག་ལབ་ཅི་ལ་ཕེབས་རེད་ཨ་ནི་ལབ་ཅི་ལ་ཕེབས་དུས་ཅི་ད་ཡིན་ནས་དངོས་གནས་ཅིག་ཨ་ནི་ཉི་མ་ཁ་ཤས་ཀྱི་ལང་ཀ་དེ་འདྲས་ལ་ཨེ་ནི་ཞག་གོང་བསྐྱོན་ནས་ཕེབས་དགོས་ཡ་ཨེ་ནི་ལབ་ཅིག་ལང་ཀ་ནི་ད་ང་རང་ཚོ་ཐམས་ཅད་ཀྱི་གཞན་སའི་ལྟ་བུ་རེད། དངོས་གནས་ཅིག་ཆུ་དང་གྲ་ཧག་དང་ད་དངོས་གནས་ཅིག་རང་སྲོག་བློས་བཏང་འདྲ་བོ་བྱེད་འགྲོ་དགོས་སའི་ས་ཞིག་ཞེ་ཐག་རེད་དེ་ཡིན་ནས་དེ་ཚོ་ལས་ད་ཅིག་སྐུ་ངལ་ཐམས་ཅད་ཁྱད་དུ་བསད་ནས་བསྟན་པའི་མིག་རྒྱན་གྱི་ཆེད་དུ་ཨེ་ནི་དངོས་གནས

ལྗང་གུ་རིན་པོ་ཆེ་རྒྱུན་དུ་གང་བཞིན་དེ་ལས། གར་དང་གཅིན་སྙི་གི་གཅིག་འདམ་ག་འདྲ་པོ་ཅིག་བཞག་ཡོད་འདུག་ག་དུས་ཡིན་ནའི་གཅིག་དེ་གི་དབང་དང་པོ་དེ་བཞག་གནང་གི་རེད་མ་གཏོགས་གར་དུ་གཙོ་བོར་ཁྱོད་ནས་བཞག་གནང་གི་མ་རོགས། ཁོ་རང་ལ་ཅི་ཞིག་བརྩེ་བས་ཡིན་ན་ཁོ་རང་མཁས་པ་འདི་ལོས་བཏང་གནང་གི་རེད། འོ་དཔེར་ན་ང་རང་ཚོ་ཆོས་རྒྱུད་གྲུབ་མཐའ་འདྲ་པོ་ཅིག་ལ་ཕྱག་བཙོན་ནས་བཤད་ནས་འབྲི་གུང་བཀའ་བརྒྱུད་ཟེར་ནས་ཆོས་རྒྱུད་ཅིག་བསམ་བློ་བཏང་དུས་དེ་དེ་ལས་སྤྱིར་གྱི་ང་རང་ཚོ་སངས་རྒྱས་ཀྱི་བསྟན་པ་ཟེར་མཁན་དེ་དུ་གཙོ་བོར་བཞག་ན་འདུག་བ་དེ་འདྲའི་ཡིན་དུས་ད་དེ་འདྲའི་གྱི་དགོངས་གཞི་རླབས་པོ་ཆེ་དེ་ཚོ་དངོས་གནས་ད་བསམ་གྱི་མི་འཆའ་བ་ཅིག་རེད་བསམ་གྱི་འདུག་ཨེ་ནི་ཅིག་ད་ག་ནང་བཞིན་གྱི་ནམ་རྒྱུན་ང་ཚོ་ཅིག་འཛམ་གཅིག་དུས་བསམ་བློ་སྟབས་བདེ་བོ་ཅིག་བཏང་བསྡད་དུས་ད་ང་ཚོ་གྲྭ་པ་ལ་མ་རེད་ཆོས་བྱེད་མཁན་རེད་ང་ཚོ་གི་འཇིག་རྟེན་གྱི། འཁོར་བའི་དེ་ཚོའི་ཐོག་ལ་ཡང་བསམ་བློ་བཏང་དགོས་མ་རེད་ཟེར་བྱས་ནས་ཅིག་དེ་འདྲའི་བསམ་བློ་འཁོར་དགོས་ཡག་རེད་བ་དེ་ཚོ་དངོས་གནས་ཀྱི་ནོར་འཁྲུལ་རེད་འདུག་བ། སྐྱབས་མགོན་རིན་པོ་ཆེ་དགོངས་པ་བཞེས་སྟངས་ག་འདྲས་ཅིག་ས་དགོངས་པ་བཞེས་དུས་ཙང་ནས་ང་ཚོ་འཁོར་ཡུག་གི་ཕྱག་ལས་དེ་གནང་ཡོད་དུས་ཐོག་མ་དཔེར་ན་ང་རང་ཚོ་ང་རང་ཚོ་བཟོ་རེ་ཡིན་ནའི་སེམས་ནང་ལ་བལྟས་ཟིན་དེ་འདྲས་ཅིག་ཡོང་གི་འདུག་བ། འོ་ད་སྐྱབས་མགོན་རིན་པོ་ཆེ་བརྙན་ལ་ང་རང་ཚོ་འགྲིམ་དགོས་ཀྱི་ད་ལྟ་བལྟས་ཟིན་ཉག་ཕྲ་བའི་དུས་སྐབས་རེད་གཙོ་བོ་ད་ང་རང་ཚོ་ཡང་ཡར་རྒྱས་ཡག་པོ་ཅིག་གཏང་གནང་འདུག་ཅིག་འཁོར་ཡུག་དེ་ཚོ་དེ་ཅིག་བལྟས་ཕ་གཡུག་བཞག་ན་ནི་བསམ་བསམ་འདྲ་པོ་ཅིག་བསམ་བློ་འཁོར་གི་འདུག་དེ་དངོས་གནས་ད་སྔ་འདྲ་ཉིན་རེ་གཅིག་ལ་དྭགས་ལ་འགྲོ་དུས་རྩ་ནས་ལ་དྭགས་ཀྱི་ཕྱིའི་ཁོར་ཡུག་གི་ཆ་རྐྱེན་དེ་སྐད་ཅིག་མཐོང་ཡོང་དུས། དངོས་གནས་ཕྲ་ནས་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ཟེར་ངེས་འདི་ད་བསམ་གྱི་མི་ཁྱད་པར་རེད་ཨ། དངོས་གནས་གཅིག་སོ་སོ་རང་ཉིད་ཀྱི་དེ་ཙམ་མ་ཡིན་པར་སེམས་ཅན་གཞན་དག་གི་འཚོ་གནས་བདེ་གསལ་གནས་བབ་དེ་གའི་དེ་ལ་དགོངས་པ་བཞེས་ནས་ད་གཅིག་ལ་དྭགས་ལ་ཡིན་ནའི་སྔོ་འགྱུར་བྱེད་ཡག་གི་རེད་བ་འཇམ་འགྱུར་བྱེད་ཡག་གི་ད་དེ་འདྲའི་གི་ཤིང་ལ་བཏབ་ཡག་ལ་སོགས་པ་དེ་འདྲའི་གི་ཕྱག་ལས་མང་པོ་ཞིབ་ཀྱིས་གནང་འདུག་བ་འོ་ད་དེ་ཚོ་བསམ་བློ་ཅིག་བཏང་ཡོད་དུས་དངོས་འབྲེལ་ང་རང་ཚོ་བསམ་བློ་ཅིག་བཏང་ཡོད་དུས་ཁོར་ཡུག་གི་ཕྱག་ལས་གནང་ཡག་དེ་དཔེ་མི་སྲིད་པའི་དེང་སྐབས་འཛམ་གླིང་ཁོ་རང་གི་ཐོག་ནས་བཤད་པ་ཡིན་ནའི་ཁ་ཡོད་ལག་ཡོད་གི་ཕན་ཐོག་ཡོད་དེ་འང་ཅིག་རེད་འདུག་བ་ད་ང་རང་ཚོ་འཛམ་གླིང་འདིའི་སྒང་ལ་གོ་ལའི་ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་ལ་ཡང་ཐམས་ཅད་ཀྱིས་དོ་སྣང་མ་བྱས་པའི་ཆེད་ཐམས་ཅད་ཀྱིས་རང་གི་འདོད་རྔམ་ཁོ་རའི་ཆེད་དུ་སྟར་ག་སྔོན་འགྲོ་བྱེད་ག་འདུག་ཨ་ནི་ཅིག་ད་ག་རེ་ཟེར་བ་རེད་ད་རེ་ལུང་གང་སའི་ཐོག་ལ་ཅིག་གཏོར་སྐྱོན་འགྲོ་མི་འགྲོ་བསམ་བློ་མ་བཏང་ན་བྱས་ནས་དེ་འབྲེལ་གྱི་ཅིག་ལས་ཀ་མང་པོ་བྱས་ཡོད་དུས་ད་ང་རང་ཚོ་ཅིག་དེ་རིགས་མཁས་ས་ཆུ་ལོག་གིན་ཅིག་པ་ས་ཡོང་གིན་ཅིག་པ། ཨེ་ནི་ད་ག་ན་བཞིན་གྱི་སྔོན་གནས་རླུང་གཟུགས་ཀྱི་འཇིགས་པ། ཨེ་ནི་དལ་དུ་ཕྱོགས་མཚུངས་པའི་ད་ད་ལོ་རང་གི། ཁ་ཡོད་ལག་ཡོད་ཀྱི་ཐོག་ནས་ང་ཚོ་ཐམས་ཅད་ཀྱིས་ད་ཤན་ཡག་གི། ད་དེ་འདྲའི་གྱི་ཏོག་དབྱིབས་ནད་དུག། དེ་འདྲའི་ནད་ཀྱི་འཇིགས་པ། ད་འཇིགས་པ་སྣ་ཚོགས་ཀྱི་ཡོང་གི་ཡོད་པ་ཡིན་དུས་ད་ཁོང་རྣམས་པས་དེ་ཐམས་ཅད་སྔོན་ནས་མཁྱེན་ནས་ད་སྔོན་ནས་ང་རང་ཚོ་གྱི། ཁོར་ཡུག་འདི་ལ་གོ་ལ་འདི་ལ་བདག་པོ་རྒྱབ་དགོས་ཀྱི་འདུག་ཅེས་ནས། ད་སྐྱབས་མགོན་རིན་པོ་ཆེ་གིས་དེ་འདྲའི་གྱི། ཁོར་ཡུག་གི་ཕྱག་ལས་སླ་པོ་བྱེད་བཞིན་གནང་ཡོད་རེད་འོ་ད་དེ་ཚོ་མཛད་རེད་གཅིག་རེད་བ། ཨ་ནི་གཉིས་ནས་ཕྱག་ཚོགས་ནས་བཤད་པའི་ཡིན་ན་དཔེར་ན་ང་རང་ཚོ་མཉན་ཡོད་ནང་པའི་ད་དེ་འདྲའི་ད་རིག་གཞུང་གི་ད་དེ་འདྲའི་གཅིག་ལྟེ་གནས་གཅིག་འཛུགས་གནང་ཡོད་རེད་བ་དེ་བཙུགས་ཡག་དེ་ཚོ་སྔོན་འགྲོའི་དགོངས་གཞི་སླ་པོ་བྱེད་ཞིའུ་ཅི་རེད་འདུག་བ་ངོ་ནས་བཤད་པའི་ཡིན་ན་མཉན་ཡོད་དེ་ཨ་ནི། སྟོང་པ་སངས་རྒྱས་བཅོམ་ལྡན་འདས་རྒྱུན་རིང་ཤོས་བཞུགས་མྱོང་སའི་ས་ཆ་ཁྱད་པར་ཅན་ཞིག་ཆགས་ཏེ་ཡོད་ས་རེད། ཨ་ནི་དེ་ཡིན་དུས་ང་ཚོ་དངོས་གནས་ཀྱི་ད་དེ་སྔ་ཕན་ཆད་དེ་ལ་ཅིག་སུས་ཡོད་དེ་ལ་ཡང་དོ་སྣང་སྤྲད་མ་ཐུབ་པ་དེ་ལ་ཨ་ནི་སྐྱབས་མགོན་རིན་པོ་ཆེ་གིས་དོ་སྣང་ཞིག་གནང་ཐུབ་ནས་ཨ་ནི་དངོས་གནས་ཅིག་མཉན་ཡོད་ཀྱི་ད་དེ་ནང་པའི་ཅིག་སྒོམ་སྒྲུབ་ཁང་དེ་འདྲ་ཞིག་བཙུགས་གནང་ནས་ད་དེའི་སྒོམ་སྒྲུབ་གནང་ས་དེ་ལ་ཡིན་ན་ཡང་ད། དེ་ཡིས་གསུངས་གདུང་བ་གང་ལྟར། འདི་ལ་ཡང་གྲུབ་མཐའ་གྱི་རིས་མེད། དེ་ལས་ཁ་རང་ཚོ་འཆི་བ་དེ་འདྲའི་ཡོང་ནས་སྐོམ་རྒྱག་ནས་འགྲིག་གི་རེད། འོ་ད་ཁ་རང་ཚོ་སུ་སྐོམ་རྒྱག་ག་ཡོང་ནས་འགྲིག་གི་རེད་གསུངས་གདུང་བའོ་དེ་འདྲའི་ཡིན་དུས་རྩ་ནས་ད་དགོངས་པ་པའི་དངོས་གནས་རྒྱ་ཆེན་པོ་དེ་འདྲའི་ཞིག་བཤད་ཐུབ་ནི་ད་མཉན་ཡོད་གི་ཅིག་ང་རང་ཚོ་དེ་འདྲའི་ཅིག་ཁྱབ་སྤེལ་གནང་ཡོད་རེད། ཨ་ནི་དེ་ལྟར་ན་ཡེ་ཤེས་ཀྱི་ཕྱོགས་མཚུངས་པའི་སྐྱབས་མགོན་རིན་པོ་ཆེ་གི་ད་ལྟ་མཉན་ཡོད་ཀྱི་སྒོམ་སྒྲུབ་དེ་དཔེ་མི་སྲིད་པའི་གནད་འགག་ཆེན་པོ་ཞིག་རེད་འདུག་བསམ་གྱི་འདུག་ག་རེད་ཟེར་ན། སྟོང་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི་དབུགས་འབྱུང་རུང་གི་ཏིང་ངེ་འཛིན་གྱི་ཉམས་ལེན་དེ་དང་བར་སྐབས་གཅིག་ལ་ང་རང་ཚོ་ཐམས་ཅད་ཀྱི་ཕྱིའི་མིང་འདྲ་ཆགས་པོར་བུ་གཅིག་ལ་ཡ་དེ་ནི་ཅིག་གཞན་ནི་དོན་དག་ངོ་མ་དེའི་ཐོག་ལ་བསམ་བློ་བཏང་མ་ཐུབ་པ་ཆེ་ཨེ་ནི་ཅིག་ཕྱིའི་མིང་དེ་རྫིག་པོ་གཅིག་ལས་གཞན་དེ་ནི་ཅིག་དེ་འདྲ་ལ་བརྗེད་པ་མ་གཏོགས་ནང་དངོས་གནས་ཀྱི་དེའི་ག་འདྲས་ཅིག་གཙོ་གནད་དེ་ག་གི་སེམས་འགུལ་གྱི་ཡོད་མེད་ཀྱི་བསམ་བློ་མ་འཁོར་བ་བྱས་རོགས། ཡང་ན་གཅིག་ཕྱི་ལ་མིང་རྫིག་པོ་ཇི་ལྟར་ཡོད་པ་ཡིན་ནའི་སེམས་དེ་ནི་རྣམ་རྟོག་གི་རྦ་ཀློང་འཁྲུག་བསྡད་པ་རེད་དེ་ཡིན་དུས་དེ་ཕན་ཐོགས་ཀྱི་མི་འདུག་བ་དེ་ལས་ད་སྔོན་འགྲིག་གི་རང་གི་སེམས་འདུལ་ཐབས་ཀྱི་ཐབས་ཤེས་ཡག་ཤོས་དེ་ཡིན་ནི་དབུགས་འབྱུང་ཀྱི་ད་དེ་འདྲའི་གི་ཅིག་ཏིང་ངེ་འཛིན་གྱི་ཉམས་ལེན་རེད་བ། ཞི་གནས་ཀྱི་ཉམས་ལེན་དེ་ཚོ་ཡིན་ན་ཅིག་ད་ཐར་པའི་ནང་ནས་ད་ལྟ་འཛམ་གླིང་ག་ས་ག་ལ་ཡང་ཅིག་མི་མང་པོ་ཅིག་གིས། དེའི་ཉམས་ལེན་དེ་ལ་ཡང་ཞུགས་ཀྱི་ཡོད་རེད། ད་རྩ་བའི་བདག་ཉིད་དང་པོ་བྱས་ན་དེ་འདི་ང་ཚོ་མི་གི་ལུང་པའི་གནས་ལ་ཚུགས་ན་ཡང་དེ་འཆར་གཞི་ཅི་ཡོད་རེད་བ་ད་ཡིན་ནའི་ད་ནད་ཡམས་ཀྱི་རྐྱེན་པས་མ་བྱུང་རེད་མ་གཏོགས་བ་དེ་དེ་འདྲའི་དེ་ཚོ་བས་ན་གལ་ཆེན་པོ་བཞི་པོ་གཅིག་ཕྱག་ལེན་མང་པོ་དེ་འདྲ་གནང་ཡོད་རེད་དེ་ཡིན་དུས་ད་མདོར་ན་ཞུས་པ་ཡིན་ན་དངོས་གནས་མཇུག་བསྡོམས་རེ་ཞུས་པ་ཡིན་ན་སྐྱབས་མགོན་རིན་པོ་ཆེན་གྱི་ཕྱག་ལས་གནང་བ་དང་མཛད་པ་དེ་གའི་དེ། ད་སྤྱོད་འཇུག་ནང་ལས་དེ་ནི་རྒྱལ་སྲས་ཞི་བ་ལས་ཅིག་གསུངས་ཡོད་པ། ས་སོགས་འབྱུང་བ་ཆེན་པོ་དང་ནང་པ་བཞིན་དུ་བརྟགས་པ་ཡང་སེམས་ཅན་དཔག་ཏུ་མེད་པ་ཡི་རྣལ་མ་ཉིད་སོགས་གཞི་ཡང་ཞུ་གསུངས་པ་ན་བཞིན་གྱི་སྔོན་ནས་ས་སོགས་འབྱུང་བ་ཆེན་པོ་བཞི་ན་བཞིན་དེ་རྟག་པར་བཞིན་དུ་བརྟགས་གང་ལྟར་ཨེ་ནི། གཅིག་ང་རང་ཚོ་འདུག་ས་ཤེས་པ་ཡིན་ན་ཇི་སྲིད་ནང་པའི་ཁྱབ་ཚད་ལ་སེམས་ཅན་གྱི་ཁྱབ་དེ་ཡོད་རེད་སེམས་ཅན་གྱི་ཁྱབ་ཚད་དེ་ལ་ཨེ་ནི་སྐྱབས་མགོན་རིན་པོ་ཆེ་ཁོང་རྣམ་པས། བྱམས་པ་དང་བརྩེ་བའི་སྨྲ་སྐྱབས་དད་པའི་ཕྱིར་མས་དད་པའི་སོ་ར་ཆོས་བྱེད། འོ་ད་དེ་འདྲའི་འབྲེལ་བ་ཅིག་རེད་དེ་ཡིན་དུས་ད་སྤྱིར་བཏང་གི་ཅིག། སྐྱབས་མགོན་རིན་པོ་ཆེ་གི་རྣམ་ཐར་རྒྱས་ཤིང་རྒྱས་པ་དེ་འདྲས་ནི་དེ་ནི་ཅིག་ཞུ་ཡག་གི་དུས་ཚོད་ཡོད་མ་རེད་ལ་དེ་ནི་ང་རེ་ཅིག། ཆ་ཤིག་ཏུ་གྲ་སྒྲིག་གི་མེད་དུས་ཙང་ནི་དེ་ནི། ཞི་བུ་ཅིག་སེམས་ལས་ཤར་ཐུབ་ཀྱི་མི་འདུག་ཨེ་ནས་དེ་ཡིན་དུས་ད། དེ་རིང་ད་ཅི་ང་རེ་ཞུ་ཡག་འདུག་གཙོ་བོ་དེ་ཡིན་དེ་ཡིན་འདུག་དེ་གཤམ་ལ་ཡང་ད་ཅི་ང་རེ་སྨོན་ལམ་རྒྱག་ཡག་འདྲ་དེ་ད་ཅི་དངོས་ནས་ང་རང་ཚོ་ད་འགྲོ་བ་ལྷ་མི་ཐམས་ཅད་ཀྱི་སྟེང་ནས་པའི་མགོན་སྐྱབས་འཛམ་གླིང་ཞི་བདེ་དེ་བོ་ཆེན་པོ་སྐྱབས་མགོན་སྐྱེ་བའི་ཨ་མགོ་སྐུ་ཚེ་ཞབས་པའི་བསྐལ་བརྒྱའི་བར་དུ་བརྟན་པ་དེ་འདྲའི་གི་མང་རུ་ཞེས་ཡང་གཅིག་གདའ། ཨེ་འདྲ་ད་ག་ན་ཞིག་གིས་ང་རང་ཚོ་མེ་ཏོག་གང་ལ་ཕོག་པའི་ལྷ་སྐལ། སྐྱབས་མགོན་ཉི་ཟླ་ཟུང་གི་སྐུ་ཚེ་ཞབས་པད་བརྟན་པ་དང་ཐུགས་རྗེ་ཆེ་མདོག་ཐམས་ཅད་ལྷུན་གྱིས་འགྲུབ་པ། ཨེ་འདྲ་དེ་བཞིན་དུ་ད་ཅིག་འཇིག་རྟེན་འདིའི་སྒང་ལ་བཞུགས་པའི་དེ་ནི་ངོ་ནས་ཅིག། རིས་མེད་དགེ་བའི་བཤེས་གཉེན་ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་དགེ་བའི་བཤེས་གཉེན་ཐམས་ཅད་སྐུ་ཚེ་ཞབས་པད་བརྟན་པ་དང་མཛད་པ་ཕྲིན་ལས་སྐྱེལ་བའི་ད་དེ་འདྲའི་གི་མང་རུ་ཞེས་ཡང་གཅིག་གདའ། ཨེ་ནི་གཉིས་ནས་ད་ཐང་ད་ང་རང་སོ་སྔོ་ནས་ཅིག། དུས་ཀྱི་རྒུད་པ། ཅིང་འབྱུང་བཞིའི་གནོད་པ། ཨེ་ནི་ད་ག་ན་བཞིན་གྱི་ནད་རིམས་ཀྱི་ཚ་བ། ཨེ་ནི་དམག་འཁྲུག་གི་ཚ་བ་ལ་སོགས་པ་འཇིག་རྟེན་འདིའི་སྒང་ལ་མི་འདོད་པའི་ཉེར་འཚེ་མང་པོ་ཅིག་ད་ལྡང་ཡོང་གི་ཡོད་རེད་དེ་འདྲའི་ཐམས་ཅད་ཡིན་དུས་དེ་གས་ཐམས་ཅད་ཀྱང་མྱུར་དུ་ཞི་ནས། ཨེ་ནི་སེམས་ཅན་ཐམས་ཅད་སྔོ་ནས་ཅིག་ད། འདི་འདྲའི་གི་སྡུག་བསྔལ་ལས་གྲོལ་ཐུབ་པ་ཅིག་གི་ད་སྨོན་ལམ་འདྲ་པོ་ཞུ་ཡག་ཡིན་ཨེ་ནི་དེ་ཡིན་དུས་དེ་ནས་ད་གཤམ་ལ་ཡང་ད་ཅིག། ཞུ་ཡག་གི་མི་འདུག་དེ་སྔ་རེད་ཅིག་ད་ལྟ་གང་བསམ་གང་དྲན་རེད་པོ་ཅིག་ཞུས་པ་རེད་ཨ་ནི་དེ་ཚོའི་ནང་ལ་ནོར་བ་དང་འཁྲུལ་བ་ལ་སོགས་པ་དེ་འདྲའི་ག་རེ་ཡོད་མེད་དེ་ནི་ཨ་ནི་བཟོད་པ་བཞེས་རོགས་གནང་ཟེར་ཐོག་ཞུ་ཡག་ཅིག་ད་ཨ་ནི་ཅིག་གིས་དེའི་ཅིག་རང་གི་རྩ་བའི་ལ་ནས་སྐུ་དྲིན་དྲན་པའི་དགེ་བའི་རྩ་བ་འདིས་དེ་ནི་ཕ་མ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཞིག་སྐྱེ་བར་ཤོག་ཅེས་ནས་ད་དེ་འབྲེལ་གྱི་རེ་འདུན་སྒྲུབ་ཀྱི་ཞུ་ཡ་ཡིན། བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་འགྱུར་གྱི་སྐྱེ་བ་ཉམས་པ་མེད་པ་ཡང་གོང་ནས་གོང་དུ་འཕེལ་བར་ཤོག། དགོངས་པ་རྣམས་དང་བཀའ་དང་མཐུན་པ་ཡིས་སྨོན་ལོར་ལམ་དུ་འགྲེལ་བ་ཅི་འགྲུབ་ས་བཅུའི་མགོན་པོ་འབྲི་གུང་རིན་ཆེན་གྱི་བསྟན་པ་དར་ཞིང་དབྱིག་རིམ་གནས་གྱུར་ཅིག།